ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་གི་ལས་རིམ་གསན་གཟིགས་གནང་མཁན་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲི་བཀྲ་ཤིས་ལེགས་ཞུ་ང་བསྟན་འཛིན་སྡེ་དགེ་ཡིན། བོད་མི་སྒྲིག་འཛུགས་ཀྱི་བཀའ་ཤག་སྐབས་བཅོ་ལྔ་སྤེལ་གྱི་ལས་དོན་དབུ་འཛུགས་གནང་ནས་ལོ་གཅིག་འཁོར་བའི་གི་དུས་མཚམས་འདི་ལ་ཡ་འདི་ག་རླུང་འཕྲིན་ཁང་ནས་ཉེ་སྔོན་སྲིད་སྐྱོང་མཆོག་ལ་ཡ་འདས་པའི་ལོ་གཅིག་ནང་གི་ལས་དོན་སྐོར་བཀའ་འདྲི་ཞུས་ཡོད་པ་དང། དེ་རིང་བོད་མི་སྒྲིག་འཛུགས་ཀྱི་ཆོས་རིག་བཀའ་བློན་གཡུ་རྡོ་ཀརྨ་དགེ་ལེགས་མཆོག་ནས་དབུ་འཛུགས་ཀྱིས་རིམ་པའི་ལྷན་ཁང་ཁག་གི་བཀའ་བློན་གཞན་རྣམས་ལ་ཡ་བཀའ་འདྲི་ཞུ་ཡ་ཡིན། ཐོག་མར་དེ་ལ་ཡ་ཆོས་རིག་བཀའ་བློན་མཆོག་ད་རིང་ང་ཚོའི་ལས་རིམ་ཐོག་ཕེབས་པ་འཚམས་འདྲི་ཞུ་ཡ་ཡིན། ཐུགས་རྗེ་བཀྲ་ཤིས། ད་ཐོག་མ་དེ་ལ་ཡང་བཀའ་བློན་མཆོག་ངེད་ཅག་བོད་མི་གཞིས་སྒར་ཁག་ཅིག་ལ་ཡང་གཞུང་འབྲེལ་ཕྱོགས་བསྐྱོད་ལ་ཕེབས་ཤག་སྐབས་དུས་དུས་གཅིག་བཀའ་བློན་མཆོག་ས་གནས་ག་བ་ག་བ་ལ་བཅར་ཡ་བྱུང་ཡོད་མེད་དང་དང་ནི་ཞེ་ནི་གཅིག་འདིའི་ནང་ལོགས་ལ་གཙོ་བོ་ད་ཅིག་ཆོས་རིག་དང་འབྲེལ་བའི་ཐོག་ནས་མང་ཚོགས་ཀྱི་དོགས་འདྲི་མང་ཤོས་ག་རེ་གང་ལ་ཕེབས་ཡོད་ན། ལ་རེད་ད་དེ་རིགས་གང་དེ་ད་ཆོས་རིག་ལས་ཁུངས་རང་གི་ལས་དོན་ཆེད་དུ་ད་མ་རེད་བཀའ་ཤག་རང་གིས་ད་བཀའ་བློན་རྣམ་པ་ང་རང་ཚོའི་གཙོ་བོ་རྒྱ་གར་ནང་གི་གཞིས་ཆགས་དེ་གའི་ལ་དངོས་ལ་འཚམས་འདྲི་འཚམས་འདྲི། གཟིགས་སྐོར་ཅིག་ཕེབས་ན། འདིའི་སྐབས་ལ་མ། གསལ་བཤད་དང་ལམ་སྟོན་ཞུ་ཡག་གི་དོན་ཚན་ཁག་ཅིག་བཀའ་ཤག་རང་ནས་བཀའ་མངགས་ཡོད་རེད། དོན་ཚུལ་གཙོ་བོ་བྱས་འདིའི་ཞོར་ལ་ད། ཡར་དྲི་བ་དྲི་ལན་རེ་མ་མཐོང་ཚུལ་རེད། དེར་བྱས་རྗེས་ནི་ང་འགྲོ་ས་འདི་གཙོ་བོ་དེ། དབུས། གཞིས་ཆགས་གསུམ་ཟེར། ཨོ་རི་ས་ཕུན་ཚོགས་གླིང་བྱས། དེའི་ཤུལ་ལ་བཱན་དཱ་ར་ནོར་རྒྱས་གླིང། དེའི་ཤུལ་ལ་ནི། མན། བཱན་དྷེ་གླིང། བྱས། དེ་གསུམ་བྱས་ད་དེའི་ཞོར་ནས་ཡང་ཡར་སྐྱེལ་ལོག་དེ། པ་རུ་ཅི་ཤ་བྱས་ཡང་འདི་ནས་ཡར་སིམ་ལ་དབྱངས་ཅན་དགའ་ཚལ་གླིང་ད་སིམ་ལས་ཁེངས་ཚུ་ཁ་ཐོར་ཤི་བྱ་གྲུབ་བྱེད་རོགས་སིམ་ལ། དེའི་ཞུགས་ད་འདི་ད་ཐ་སྙད་འདྲེ་བཙོང་ཡོང་མཁན་གྱི། བོན་ཤིག་ཐོབ་རྒྱལ་ས་བ་སིན། འོ་དེ་ཤི་བྱ་ང་འཚམས་གཟིགས་རང་བཀའ་ཤག་གི་འཚམས་གཟིགས་རང་འགྲོ་ས་གཞིས་ཆགས་ཁག་ལྔ་ལ་བཅར་བ་ཡིན་ལྟ་དེའི་ཤུགས་ལ་ཡང་ཉེ་ཆར་ལས་དོན་གཞན་དག་ཅིག་ཐོག་ནས་ཡོད་པའི་ལ་དྭགས་ལས་ཅིག་སླེབས་པ་རེད་ཡིན་ནའི་ལ་དྭགས་ཀྱི་མི་མང་ཐུགས་ཡག་དག་དེ་འདྲ་བྱུང་ཟེར་སྐྱོན་བདུན་པོ་ད་ལྟ་འདག་ས་ཆ་དེ་གཞིས་ཁ་ས་དྲུག་སུ་ཅི་རུ་བལྟ་བ། ཡང་དེ་བཞིན་སྐབས་དེ་དུས་རྩ་བའི་རྣམ་པ་ཚོ་ད་ལན་སྐོར་སྐྱོད་དེའི་ཐད་གཙོ་བོ་བཀའ་ཤག་གིས་ད་ཅི་དགོངས་པ་རེད་སྲིད་ཇུས་དང་འབྲེལ་བའི་ཐོག་ནས་མང་ཚོགས་ལ་ཨ་ད་ཅིག་གཏམ་བཤད་དེ་འདྲ་གནང་ཡིན་གསུང་གི་འདུག་ཡིན་ནའི་ད་ཅིག་སྐབས་དེ་དུས་ཡང་མང་ཚོགས་ནས་སྐུ་ངོ་བྱུང་ཡང་ཆོས་རིག་བཀའ་བློན་ཆགས་བསྡད་ཡོད་དུས་སྐབས་དེ་དུས་ཡང་ཆོས་རིག་དང་འབྲེལ་བའི་ཐོག་ནས་ཅིག་དྲི་བ་གཙོ་ཆེ་ཤོས་ག་རེ་འགྲོ་ཅིག་ཕེ་དེ་ན། ད་ལྟ་བཀའ་བློན་གཞན་པ་ཚོ་དང་བྱས་པ་ཡིན་ན་ང་ལ་དྲི་བ་ཞི་དྲག་མང་པོ་ཕེ་རྗེས་མ་བྱུང་པ་འདྲ། དྲི་བ་ཁག་ཅིག་འདུག་དེ་ཆོས་རིག་དང་འབྲེལ་བ་དེ་ཉུང་ཉུང་རེད། དེ་ཆོས་རིག་དང་འབྲེལ་བ་དེ་རྐང་འདིའི་དང་ད། བྱེ་མ་ཡིན་ན་གདན། གདན་ས་ཆེན་པོ་ཡོད་སར་དུ་དགོན་པ་ཆེན་པོ་ཡོད་སར་དེ་ཚོ་ལ་མཁས་པ་ཡིན་ན་དེ་ཕལ་ཆེར་ཡོང་དོ་ཁ་བར་བ། ད་ཡིན་ནའི་ད་ད་ཕ་གའི་བན་ན་ཨོ་རི་ས་འདྲ་བོ་ཡིན་ན་ད་ད་ད་ཁོ་རང་ཚོའི་གི་དེ། མ་ལས་ལབ་ཡ་བྱུང་ལ་ཡ་ལས་ད་ད་ད་ཕྱི་ལོག་གི་ད་གདན་བསྟན་པ་ད། མཐུན་རྐྱེན་དེ་གའི་སྔ་མ་བརྩིས་ཞུས་ན་ཡག་པོ་ཞིག་ཆགས་བསྡད་ཡོད་རེད་བ། ད་ཡིན་ནའི་བར་ལམ་གཅིག་ནས་གྲྭ་རྒྱུན་གསར་པ་ཡོང་སར་གི། ཁོང་ཚང་མ་ལོ་རང་བཞིན་གྱི་ཅིག་ཆད་དྲུག་ཡོད་པའི་བཟོ་ལྟ་གི་གནས་སྟངས་ཅིག་ཤར་དུ་ཡོད་རེད་པ། ནི་འོ་དེ་ཚོའི་ཐོག་ལ་ད་ག་རེ་བྱས་བ་རེད་དཀའ་ངལ་འཕྲད་གི་ཟེར་ཡ་རེད་འོ་དེ་ཚོ་རེད། ད་ལྟ་དགེ་བཤེས་མ་དང་འབྲེལ་བའི་སྐོར་དེ་ཤུལ་ཡོད་མདོག་ཁ་བ་རེད་དེ་ཚོའི་སྐོར་ལ་དྲི་བ་ཏིས་ཏིས་ཡོང་སྲིད་དེ་ཤུལ་འདུག་བ་ཤུལ་ཡོད་མདོག་ཁ་བ་རེད་བ། གཞན་དེ་འདྲ་ཅིག་རང་རེད་ནི་ད་ད་ད་དགོན་པ་སོ་སོ་སོ་ལ་བལྟས་ཅིག་དཔལ་འབྱོར་དང་འཛུགས་སྐྲུན་དང་ལས་བྱ་དང་ད་དེ་འདྲའི་ཐོག་ནས། མུ་མཐུད་མཐུན་འགྱུར་རོགས་སྐྱོར་དགོས་ཀྱི་འདུག་ཟེར་ཡ་ད་སྔར་ལས་ལྷག་ག་དགོས་ཀྱི་འདུག་ཟེར་ཡ་རེད་བ་ད་དེ་འདྲའི་དེ་འདྲའི་རེད་ཆེ་ཡ་ཞི་ར་ཞི་ར་ག་ཡོད་མ་རེད་ཙད་ད་མ་ད་དེ་འདྲའི་རེད། ཟད་ད་དེ་ནི་རྩ་བའི། འདི་ལོའི་གི་སྔོན་རྩིས་ནང་ལོགས་ལ་ཡང་ཆོས་རིག་ལས་ཁུངས་དང་འབྲེལ་བའི་ཐོག་ནས་མང་ཉུང་ག་ཚོད་ཞིག་ཞུས་ཡོད་རེད། ཨ་ནི་འདི་ནང་ལོགས་ནས་གཅིག་འབོར་ཆེ་ཤོས་དེ་ག་རིང་གོ་བ་གང་བཏང་གནང་ཡིན་ནམ། ལ་རེད། ད་དེ་ཡང་ཆོས་རིག་ལས་ནམ་རྒྱུན་ང་ཚོས་སྔོན་རྩིས་འགྲོ་སྟངས་བྱས་པ་ཡིན་ན། དམིགས་བསལ་ད་ཟུར་བཀོལ་ཟེར་ཉིན་ཡོད་རེད། དམིགས་བསལ་ལབ་ཡ་དེ་ལྟ་དབུས་རང་ནས་མ་དཔལ་འབྱོར་གྱི་སྔོན་རྩིས་མ་དངུལ་ཟེར་སྲོལ་ཅིག་མ་དངུལ་བསུ་དུས་རེད་དེ་ནས་མ་ལས་ཁུངས་སོ་སོས་དམིགས་བསལ་ལས་བྱ་དེ་འདྲ་ལ་བཀའ་ཤག་གི་ཐག་བཅད་ཅིག་མ་གནང་ཡ་ཅི་ཡོད་རེད་ད་བཟོ་དགོས་ཟེར་ཡ་དེ་ལས་ཁུངས་སོ་སོ་སོ་གི་མ་དངུལ་གི་ཐོག་ནས་ལོ་གཅིག་ནང་འགྲོ་གྲོན་བཏང་ཡ་དེ་རེད་བ། ཨོ་དེ་གཉིས་བསྡོམས་པས་ང་ཚོས་དེ་ལ་ད་འབུམ་ལྔ་བརྒྱ་བཞི་བཅུ་དང་ག་རེ་སོགས་རེད། དགུ་ཁྲི་ལྔ་བརྒྱ་བཞི་བཅུ་རྟ། ལྔ་ཁྲི་དགུ་སྟོང་བདུན་བརྒྱ་ལྔ་བཅུ་ངག་གཅིག་སོབ་ཏུ་བྱེད་རྟ་བརྒྱ་ཁ་ཅིག་གིས་ནི་དཀར་རོ་ལྔ་རྟ་ཕྱེད་ཁ་སུ་བྱེད། དེ་ཕྱིར་ད་ལོ་གི་སྔོན་རྩིས་ནང་ལ་འདི་བཀའ་འཁྲོལ་ཞུས་རྗེས་ཐོབ་བསྡད་ཡོད་རེད། བྱས། ལས་ཁུངས་གཞན་པ་རྩིས་བྱས་ན་ཞི་དྲག་གི་བརྡ་དོན་དང། བེད་སྤྱོད་ཆུང་ཆུང་རེད། ད་དེའི་ནང་ནས་ང་ཚོའི་འགྲོ་སོང་གཏང་སྒོ་ཆེ་ཤོས་དེ་ག་རེ་ཡིན་གསུང་ཡང་དེ་ཆེ་ཤོས་དེ་ད་གྲྭ་རྒྱུན་གྱི་སློབ་ཡོན་དེ་རེད། གྲྭ་རྒྱུན་སློབ་ཡོན་དུ་སྔས་མ་འགོ་བཙུགས་ས་དེ་ད་ནི་ད་སང་ཇོ་ཁི་བོད་ནས་གསར་དུ་འབྱོར་བའི་ཁིས་གྲྭ་རྒྱུན་སློབ་ཡོན་བྱས་དེའི་སྒང་ལ་ད་ཕྱི་རྒྱལ་ང་རང་ཚོ་སྔས་མ་ཐུན་མོང་མ་ཡིན་པའི་འབྲེལ་བ་ཡོད་དེ་གའི་རུ་སོག་གི་ཨུ་རུ་སུའི་ད་སོག་པོ་ཁོང་ནས་ཡིན་གི་དེ་འདྲའི་གྲྭ་རྒྱུན་ཁག་ཅིག་ལ་ང་ཚོས་སློབ་ཡོན་སྤྲད་གི་ཡོད་རེད་འོ་དེ་ཚོ་བྱས་དེ་ད་དེ་སློབ་ཡོན་ཐོག་ལ་དེ་ཏེས་ཅིག་གི་ད་ད་རྩིས་མགོ་བྱས་པ་ཡིན་ན་དེ་མང་ཤོས་རེད་ནོ་ཕལ་ཆེར་འབུམ་གཅིག་སྟོང་ལྷག་ཅིག་སྟོང་ལྔ་བརྒྱ་ལྷག་ཅིག། དེ་འདྲའི་ར་གཅིག་ད་ལྟ་རོབ་རྩིས་འདུག། ལོས་ཟེར།
ད་རྩ་བའི་ད་ལྟ། སྐུ་ངོ་མཆོག་ནི་ཆོས་རིག་བཀའ་བློན་གྱི་ཐུགས་འགན་བཞེས་ནས་ལོ་གཅིག་ཏུ་ཞུ་གྲོགས་འདུག་གི་འདུག་རོ། རེད། ངས་རྩ་བའི་ད་ཆོས་ཆོས་རིག་ལས་ཁུངས་ཀྱི་ད་ལས་དོན་ནང་ལོ་ནས་སྙིང་པོ་གཅིག་དེ་ད་བོད་བསྟན་སྲིད་སྤྱི་དང་ལྷག་པར་དུ་ནི་གོང་ས་མཆོག་གི་སྐུ་ཆེན་ཐད་ལ་ཡང་ད་ཅིག་དགེ་བའི་ཞབས་རིམ་གསོག་གྲུབ་ན་དེ་གས་ཆགས་འདུག་གི་འདུག་ད་ཡིན་ནའི་དེ་མ་ཡིན་པའི་ཀྱི་ཡང་ཅིག་ལས་དོན་འདས་པའི་ལོ་གཅིག་གི་ནང་ལོ་ལ་ཆོས་རིག་ལས་ཁུངས་ནས་ཅིག་ལས་དོན་གཙོ་གྲས་གཞན་ག་རེ་ག་རེ་འགྲོ་བཞིན་གནང་ཡོད་པས་སྙིང་བསྡུས་ཤིག་ངོ་སྤྲོད་གནང།

རྙིང་པ་ཅིག་ཐག་ཆད་ཚར་ཡོད་རེད་པ། དེའི་ནང་ལོགས་སུ་ཆ་ཅན་དང་འདྲ་ལྟར་གྲྭ་རྒྱུན་སློབ་ཡོན་དང་ཐིག་རེ་དེ་ནས་ད་ད་རེས་ང་ཚོ་སླད་ཚར་བ་ཞིག་ལ་སྔོན་ཚུད་ཅིག་ངེད་ཅག་ཟླ་བ་ཁ་ཤས་སྔོན་ལ་བྱས་པ་རེད་པ། དེའི་ནང་བྱས་པ་ཡིན་ན་ད་དེའི་ལྟས་ཞིག་རྣམ་འགྱུར་མཚོན་གྱི་རེད་བསམ་གྱི་འདུག་ཟེར་དུས་ང་ཚོའི་གི་འདི་བ་ཆོས་རིག་ལས་ཁུངས་ཀྱི་མཐུན་རྐྱེན་བྱ་ཡ་དེ་འདྲ་ཁག་ཅིག་ཡ་ག་ཚོད་ཐུག་ཐུག་སྤར་ཆ་ཞུས་ཡོད། དཔེར་ན་ད་ད་དཔེ་ཁྲིད་དགེ་རྒན་ཚོ་ད་ད་ག་ནང་བཞིན་ད་བ་ད་བ་ང་ཚོའི་གི་ཅིག་གི།

ཕྱི་རྒྱལ་དང་ག་པར་ཡིན་ས་ལ་ཕེབས་བསྡད་མཁན་དེའི་ནང་ལོགས་ལ་ད་ཅིག་གྲྭ་བཙུན་ཙམ་མ་ཡིན་པའི་ནང་ཆོས་ཀྱི་གོ་དོན་དེ་ཏིག་ཅིག་ཐོག་ངོ་སྤྲོད་བྱེད་ཡ་དེ་བཀའ་སློབ་གལ་ཆེན་པོ་ཕེབས་ཀྱི་ཡོད་ས་འདི་ནང་ནང་ཆོས་ངོ་སྤྲོད་བྱེད་ཡ་དེའི་ཐོག་ལ་ད་དོ་སྣང་གསར་པ་རེ་ཞིག་སྤྲད་འབོད་སྐུལ་བྱས་དེ་བ་དགོན་པ་གྲྭ་ཚང་རེད། སྒྲིག་འཛུགས་གཞན་པ་རེད་དེ་ཚོ་མཉམ་དུ་ལས་བྱེད་བྱས་ནས་འདི་གཅིག་ཤུགས་བརྒྱབ་དང་རྒྱབ་བཞིན་པ་རེད་ཡིན་ན་ད་ལྟ་སྔོན་རྩིས་དེ་ཙམ་ཆེན་པོ་ཡོད་མ་རེད་དེ་དོན་དག་བྱས་ན་དེ་ཚོ་ཆེན་པོ་རེད་བརྩི་གི་ཡོད་དཔེར་ན་མི་མང་གཞིས་ཆགས་ཁག་ནང་ལོགས་ལ་མི་མང་ད་དཀྱུས་མ་རང་སྔེ་མ་སློབ་སྦྱོང་དེ་འདྲའི་ཞི་དྲག་གིས་གཞི་རྟེན་མེད་མཁན་དེ་ཚོ་ལ་ཡང་ངོ་སྤྲོད་བྱེད་སྟངས་ཀྱི་ལེའུ་རབ་གཅིག་ད་དེ་ནས་སྤྱི་བཏང་སློབ་སྦྱོང་ཡོད་པ་བྱས་ང་རང་ཚོ་བསླབ་གྲྭ་འགྲིམས་མཐོ་སློབ་ཐོན་དེ་ངས་དེ་འདྲ་ཡིན་པ་ཡིན་ན་ཡང་ཡང་ཅིག་ནང་དོན་རིག་པ། རང་དང་དེའི་ནང་ནས་ད་བོད་ཀྱི་ནང་དོན་རིག་པའི་སྐོར་ལ་སློབ་སྦྱོང་བྱེད་མྱོང་མེད་མཁན་གྱི་སྤྱིར་སློབ་སྦྱོང་ཡོད་མཁན་གཞོན་སྐྱེས་མང་པོ་ཡོད་རེད། ཨོ་དོན་ཚོ་ལས་ཡང་གཅིག་གི་རྒན་གོག་ཚོས་ད་ངོ་སྤྲོད་བྱེད་སྟངས་གཅིག་པ་བྱས་པ་ཡིན་ན་འཚམ་གི་མི་འདུག་འཚམ་གི་མེད་དུས་ནི་དོན་ཚོ་ལས་ངོ་སྤྲོད་བྱེད་སྟངས་ཀྱི་ལེའུ་གཅིག་ད་དེ་ཚོའི་གྲས་དེ་མཐོ་སློབ་ཁག་དེ་བ་ལ་སྐོར་བསྐྱོད་བྱས་བྱས་ནས་གི་ཞིག་ད་མཁས་པ་དེ་འདྲས་དེ་འདྲས་ཞུ་བྱེད་སྐོར་བསྐྱོད་བྱེད་ཡ་ད་འཚམ་འཚམ་དུ་བགྲོ་གླེང་ཚོགས་འདུ་ར་བོ་དེ་འདྲས་གོ་སྒྲིག་བྱེད་ཡ་ད་དེ་ཚོའི་སུབ་ད་གཅིག་རེད། ད་དེའི་ནང་ནས་ད་ལྟ་དེ་ཞིབ་ཕྲ་དེ་ཞུ་དགོས་ཀྱི་མ་རེད་པ། ཁ་ཅིག་ཟླ་བ་དྲུག་རེད་སྦྱོང་བརྡར་ད་ལྟ་ཚུགས་དང་ཚུགས་བཞིན་པ་དེ་འདྲ་ཡོད་རེད། འོ་དེ་གཅིག་བྱས་ནས་དེའི་ནང་ནས་ཀྱང་ད་ལྟ་དེ་གཞོན་སྐྱེས་བར་འདེང་བཟོ་བརྡར་དེ་ཚོ་གཅིག་བྱས་མཐོ་སློབ་རང་ལ་འགྲིམ་བཞིན་མཁན་དེ་ཚོ་ལ་མཐོ་སློབ་རང་ལ་ཕར་བྱིན་ཅིག་དེ་འདྲའི་ནང་ཆོས་ངོ་སྤྲོད་བྱས་ཡ་དེ་ངོ་སྤྲོད་བྱས་ཡོང་དུས་དང་པོ་ཆོས་ཀྱི་གཅིག་ཤེས་ཀྱི་ཡོད་པ་བཟོ་བརྡར་བྱེད་མེད་པ་བྱས། ནང་པ་སངས་རྒྱས་བོད་ཀྱི་ཆོས་ཀྱི་གཅིག་གཞི་རིམ་གྱི་གར་སོགས་རེད་ད་ལྟ་སྒྲུབ་ར་བ་དེ་ཚོ་ག་རེ་ཡོད་རེད་ཟེར་ཡ་བྱེད་རོགས་པ་དེ་དེ་གས་དེ་ནི་ངོ་རེ་བྱེད་ཡག་པོར་འཕྲོད་བྱས་ནི་རྗེས་མ་ཆོས་འཁོར་རའི་ཐོག་ལ་དོ་སྣང་རེ་བྱས་པ་ཡིན་ན་ནི་ཁོ་སྒོ་གཉིས་པ་གསུམ་པ་ཆེ་ཡ་ཡོད་རོགས་པ་འོ་དེ་ཡིན་དུས་དེ་གས་ཐོག་ལ་ང་ཚོ་གལ་ཆེན་པོ་བརྩི་གི་ཡོད་སྔོན་རྩིས་ད་ལྟ་དེ་ཙམ་ཆེན་པོ་ཡོད་མ་རེད་དེ་དོ་གལ་ཆེན་པོ་གཅིག་བརྩི་གི་ཡོད་དོ་གལ་ཆེན་པོ་གཉིས་པ་བརྩི་ཡ་དེ་ང་རང་ད་བཀའ་བློན་བྱེད་དུས་ད་ཅིག་དེ་དུས་བཀའ་བློན་བྱེད་ཡ་སྤོབས་པ་སེ་ག་ཡི་མེད་ལ་འདོད་པ་སེ་ག་ཡི་མེད་ཨོ་ད་དེ་བཤད་ན་ཡག་པོ་སྟབས་མི་འདུག་དེ་ཡིན་ནས་ད་དེ་དུས་ལས་བྱེད་དགེ་ཡོལ་ཕྱིན་ཚར་ཁྱོད་ཅིག་བཀའ་བློན་བྱེད་འོ་རེས་ལབ་ཡོང་འདི་ད་གསར་པ་ག་རེ་བྱེད་ཡ་ཟེར་མཁན་འདི་ད་ག་ཟེར་ཚང་མ་ལོ་རྒྱུས་ར་ཅིག་ཡོད་དེ་རེད་པ་གནས་སྟངས་ཚང་མ་རྒྱུས་ར་ཅིག་ཡོད་དུས་ཙམ་པ་དཀའ་ལས་ཁག་པོ་ག་རེ་ཡོད་ལས་སླ་པོ་ག་རེ་ཡོད་ད་ཅིག་དེ་དུས་ད་དེ་ཡོད་དུས་ད་ཡིན་ནས་ད། སྐད་ལ་རྒྱབ་ཡ་གཅིག་ལྟ་འདི་འདུག་བསམ་བསམ་གྱི་བར་ལམ་ནས་ད་བོད་པ་ཚོས་སྤྱོད་པ་ངན་པ་ཆགས་ཀྱི་འདུག་བོད་པ་ཚོས་ཡ་རབས་བཟང་སྤྱོད་དེ་མ་ཉམས་གུས་ཞེ་བོ་ཕྱིན་བཞག་ད་འདི་ཉམས་གུས་ཕྱིན་པ་ཙམ་མ་ཟད་ད་འདི་བློ་ཕམ་པ་ཞེ་བོ་རེད་ལ་ཀུན་འདུས་ཡིན་ནས་རྦད་དེ་ད་དགའ་ཆེན་ཐུགས་ཕམ་རང་གནང་བྱས་ནས་ད་དེ་འདྲ་ཡིན་ན་ད་ང་ཞུ་མ་ཞུ་མི་འདུག་དགོངས་ཡག་གི་དགོངས་པ་འཁྲུངས་ཡག་དེ་འདྲ་ཡིན་ཅེས་བྱུང་བར་བ། གཟི་ལྟར་ལྡན་ང་རང་འདི་ཚབས་ཆེན་པོར་ཞུ་བྱེད་མཐོང་སོ། ཚབས་ཆེན་པོར་ཅི་ཡོད་མཐོང་ཆོས་དང་རིག་གཞུང་དང་འབྲེལ་བ་ཡོད་པ་ཅི་ཡོད་མཐོང། སྤྱི་འཐུས་ནི་དེའི་ཞུགས་འདུག་ག་བ་བསླབ་གྲྭ་ཁག་རེར་ག་བ་ཡིན་ས་སྐད་ཅིག་བཤད་ས་ག་བ་གླེང་ནས་དེའི་ལྐོག་ཏུ་ངས་མ་བརྗེད་པ་བྱས་བྱས་འབོད་སྐུལ་ར་ཅིག་ཤུགས་ཆེན་པོ་ཞུ་གི་ཡོད། ལབ་ཡོང་དུས་ད་རྒྱུ་དེ་རྐྱེན་དང་ཚུལ་དང་ཞི་དྲག་མང་པོ་རེད་དེ། ཡིན་ནའི་ད་དེ་ག་རེ་གནད་ཀྱི་སྙིང་པོ་དེ་སླར་གསོ་བྱེད་ཡ་དེར་སླར་གསོ་བྱེད་ཡ་དེ། དེང་སང། ཅིག་ཆོས་ལུགས་ལ་མ་བརྟེན་པ་གི་ཡ་རབས་བཟང་སྤྱོད་དང་ཚུལ་ཀུན་མཐུན་བཀའ་སློབ་དེང་སང་མང་པོ་འཕེལ་གི་ཡོད་རེད་དེ་བས་དེའི་ཡས་གཅིག་རེད་ལ། ད་དེ་མ་ཡིན་པའི་ང་རང་ཚོའི་སྲོལ་རྒྱུན་དང་ཆོས་ལུགས་ལ་བརྟེན་པའི་ཡ་རབས་བཟང་སྤྱོད་ཅིག་སྙེ་མ་ནས་ཉམས་མྱོང་གི་ཐོག་ནས་གྲུབ་བསྡད་པ་ཅིག་ཡོད་རེད་བ། དེ་སྐད་དེ་ཡར་སླར་གསོ་བྱས་བྱས་ནས་ད་བསླབ་གྲྭ་ནས་བྱས་དགོན་སྡེ་ཁག་དང་མི་མང་དང་ལས་ཁུངས་དང་ཚང་མའི་ནང་ལོག་ནས་ད་དེ་བྱས་བྱས་དེ་ཅིག་ད་ཡིན་གཅིག་མིན་གཅིག་སླར་གསོ་མ་ཐུབ་ན་འོན་ཏང་ང་ཚོ་བོད་པ་ཚོ་དངོས་གནས་དྲང་གནས་ཀྱི་ད་ལོ་དྲུག་ཅུ་འཁོར་འགྲོ་ཡོད་རེད་སྐུ་མདུན་གོང་བུ་དུ་བ་འཕེལ་བསྡད་ཡོད་རེད་འདི་འདྲའི་ཅིག་སྐབས་དེ་དེ་ཡིན་ན་ད་ཞབས་འདྲེན་ཆེན་པོ།

མང་ཚོགས་ལ་ད་ནང་ཆོས་ངོ་སྤྲོད་ཀྱི་ལས་རིམ་རབ་དང་རིམ་པ་ཞིག་སྤེལ་ཡོད་གསུངས་ཟུར་བ་ད་ད་ལྟ་ཡང་ས་གནས་མང་པོ་ཞིག་ནང་ལོ་ལ་ཡང་གཅིག་སྒེར་གྱི་ཚོགས་པ་དེ་འདྲའི་གིས་མ་གུས་དང་ལ་ཐོག་ནས་ད་ཅིག་ད་ད་དཔེ་ཁྲིད་ཀྱི་མཁན་དེ་གས་གདན་འདྲེན་ཞུས་བྱས་མི་མང་ལ་ནང་ཆོས་ངོ་སྤྲོད་དེ་འདྲའི་ཡ་ཁོ་རང་ཁ་ཤས་གནང་ཉེན་འདུག་འདི་གས་ལ་ཆོས་རིག་ལས་ཁུངས་ངོས་ནས་མཐུན་རྐྱེན་ག་རེ་སྒྲུབ་བྱེད་བྱ་གནང་རྒྱུ་ན་དེ་སྙིང་བསྡུས་ཤིག་གསུང་རོགས་གནང་ཞུ། རེད་ད་དེ་ང་ཚོ་འབྲེལ་བ་ཡོད་མཁན་ཡོད་རེད་འབྲེལ་བ་མེད་མཁན་ཡོད་ཀྱི་རེད་ད་དེ་སྐད་དེ་ཁོ་ཕྱར་གྲུ་མཉམ་འདི་རང་བྱས་ནས་རྗེས་སུ་ཡི་རང་དང་དགའ་བསུ་གི་ཞུ་ཡག་གི་དེ་རེད་དེ་དུས་ཡིན་ན་ག་རེ་ཡིན་ན་དེ་སྐད་དེ་ལྟས་ཅིག་འབྲེལ་བ་ཡོད་པའི་ཐོག་ནས་བྱས་ན་འདོད་སྐྱོན་མ་ཡོང་ཡག་ད་གནད་དུ་ཁེལ་བ་ཡོང་གི་མེད་འགྲོ། བསམ་ད་ལྟ་ཁོ་རང་ཚོ་ལ་ཡང་ཆོས་རིག་ལས་ཁུངས་ངོས་ནས་དམིགས་བསལ་ཡང་མང་ཉུང་གི་ཐོག་ནས་རོགས་རམ་གནང་ཡ་དེ་འདྲས་ད་བར་ལ་ཡང་བྱུང་ཡོད་ནའང། ད་ལྟ་དེ་འདྲའི་ཞུ་མཁན་བྱུང་མ་སོང་ཞུ་མཁན་བྱུང་པ་ཡིན་ན་ང་ཚོས་བསམ་བཏང་ཆོག་གི་རེད་བ་ཀང་ཟླ་དེ་དེ་ཙམ་མགོ་གོ་ཟེར་ཨ་ཡོད་བསམ་པར་བྱེད་རེད་གང་ཡིན་ཟེར་ན་ང་ཚོ་གཞིས་ཆགས་ཚང་མ་ལོག་ལ་དེ་གི་མ་དངུལ་རེ་རེ་བཙུགས་བྱས་རེད་གཞིས་ཆགས་ཚང་མ་ལོག་ལ་མ་དངུལ་བཙུགས་ཨ་ནི་གཞིས་ཆགས་ས་གནས་འགོ་འཛིན་གི་འགན་གཙོ་བོ་ཁིས་པའི་ཐོག་ནས་ཚོགས་ཆུང་ག་ཚོད་དགོ་དགོ་ཡིན་ན་ཚོགས་ཆུང་དེ་ཚོ་བཙུགས་ལས་འགུལ་ག་འདྲ་སྤེལ་གི་ཡིན་ན་ཁ་ཤས་ད་ལོ་ཁོ་མོ་ཡུག་སྤེལ་མཁན་དེ་འདྲ་འདུག་མི་སྲིད་ད་ད་ལྟ་ཆོས་རིག་ལས་ཁུངས་ཀྱིས་ད་ཅིག་འདས་པའི་ལོ་གཅིག་ནང་ལོགས་ཀྱི་ད་ལས་དོན་གལ་ཆེ་བ་གཅིག་དེ་ད་སྔ་ལོ་ཉིས་སྟོང་བཅུ་དྲུག་ལོའི་གྱི་སྤྱི་ཟླ་བཅུ་གཉིས་པའི་ནང་ལོགས་ལ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུ་ཞུགས་ཐོག་ནས་ད་ལུགས་ཀྱི་ནང་ལོགས་ལ་ཆེས་ཐོག་མ་ད་དགེ་བཤེས་མ་ཐོན་མཁན་བཙུན་མ་ཉི་ཤུ་ཞིག་བྱུང་བསྡད་ཡོད་རེད་ད་ཁོ་རང་ཚོ་ད་ལྟའི་ཆ་ལ་ག་རེ་གནང་ནས་བཞུགས་ཡོད་བས་བཀའ་འདྲི་ཞིག་ཞུ་ཡིན་ལྷག་པར་དུ་ཆོས་རིག་ལས་ཁུངས་ནས་ཁོ་རང་ཚོ་མཉམ་དུ་ད་ཅིག་དམིགས་བསལ་གྱི་འབྲེལ་བ་ག་ཚོད་ཞིག་བྱ་ཐུབ་དགོས་ན་ད་ལྟའི་ཆ་ལ།
ད་ལྟའི་ཆོས་རིག་ལས་ཁུངས་ཀྱིས་སྔོན་མ་ནས་ཆེད་དུ་བསྙད་ཅིག་སྲིད་ཅིག་ཟེར་བྱ་དེ་འདྲའི་ལྟ་ཡིན་གྱི་མ་རེད་དེ་ལས་ཁུངས་གཞན་དག་དང་གནང་སྟངས་སྟས་མ་འདྲ་ཅིག་ང་རང་ཡང་འདི་ཡང་མཐོང་ཕྱོགས་ཡག་པོ་རེ་བྱེད་ཡོད། དང་པོ་གཙུག་ཡག་དག་ཡག་ཅིག་སྐྱེ་བ་དུ་མ་སོང་ལན་བཅུ་ཡག་དེའི་ཐོག་ལ་འབད་རྩོལ་ཧུར་ཐག་བྱས། ད་དེ་ཡག་པོ་ཅིག་གྲུབ་ཚར་བའི་ཤུགས་དེ་ནི་ད་སོ་སོ་སོ་སོ་བ། འགྲོ་བཅུའི་བདེ་ཡག་གི་དེ་འདྲའི་ད་དེ་ཡིན་དུས་ཐོག་ལས་ཁུངས་ཨ་མ་ཁོ་ཆུང་ཆུང་ཞིག་བསྡད་དེ་གོ་རེད་ད་མ་མདོག་ཅིག་ལས་ཁུངས་ཨ་མ་རང་གི་དེ་གའི་ཚང་མ་སྔས་མ་སོ་སོའི་བརྩམས་ཆོས་ཚང་མ་ལོག་གི་མུ་མཐུད་ཅིག་ཟིམ་བསྡད་པ་ཡིན་ན་ད་ལས་ཁུངས་དེ་ཆེ་རུ་ཆེ་རུ་ཆེ་རུ་ཆེ་རུ་མ་འགྲོ་ན་ཟིམ་ཐུག་མར་བ་ཁྱེད་ཚང་དེ་ཡིན་དུས་ཆོས་རིག་ལས་ཁུངས་ཀྱི་སྔས་མ་འདུག་ཟེར་ལོ་རྒྱུས་སྐོར་ལ་ཞིབ་འཇུག་བྱས་ཡོང་དུས་ནས་ད་ད་ང་ཚོ་དེང་སང་དག་ཅིག་མཚན་སྙན་གྲགས་ཆེན་པོ་ཡོང་མཁན་འགྲོ་དོན་ཆེན་པོ་ཡོང་མཁན་གྱི་ད་ད་དེར་སྒྲིག་འཛུགས་མང་པོ་ཅིག་སྔས་མ་ཆོས་རིག་ལས་ཁུངས་ད་དེའི་སྐབས་ཀྱི་ད་ཆོས་རིག་བཀའ་བློན་ད་དེ་འདྲའི་སྐབས་ནས་ཅིག་ཁུ་རུ་ཤའི་ཆེད་བཙུགས་ཞབས་ཟབ་ཏུ་རྐྱེན་རྐྱང་རེད་འདུག་བ། དེ་རེད་འདུག་བ། བྱས་ཙང་དེ་ཡིན་དུས་ད་ལྟ་བལ་ན་དགེ་བཤེས་མ། གིས་དེ་ཡས་ད་དེ་དགེ་བཤེས་མ་སེང་གེ་ཆེ་སྐུ་མདུན་བཀའ་སློབ་ཐུགས་སུ་ཕེབས་ཡོང་དུས་དེ་ལ་ཤུ་རིག་ལས་ཁུངས་ཀྱི་ད། ཤུགས། རྒྱབ་བྱས་ནས་ད་དེ། དོན་ལ། འབྲས་བུ་དོན་ཡང་ཅིག་བཟོས་པར་བ། དེ་ལབ་དུས་ལམ་སང་བྱས་ཆོས་བཅོས་ཡོད་མར་བ་དགེ་བཤེས་མ་དགོ་འདུག་ལབ་དུས་ད་དེ་དགེ་བཤེས་མ། སླེབས་པ་ལ། ནམ་རྒྱུན་དགེ་བཤེས་ཐོན་པ་ལ་ལོ་ག་ཚོད་དགོ་གི་བ་རེད་དགེ་བཤེས་མ་ཐོན་པ་ལོ་ག་ཚོད་དགོ་གི་ཡོད་རེད་ནས་དེའི་ཨ་ལས་འགྲིམ་དགོ་རུ་བ། ཚུལ་དུས་ལོ་ཉི་ཤུ་ལྷག་ཅིག་ལྟར་སློབ་གཉེར་ཁོ་རང་གཞུང་ཆེན་སློབ་གཉེར་དེ་གའི་དེའི་རིམ་པ་རིམ་པ་རིམ་པ་ཡར་ཐོན་བྱེད་ཆེད་རོགས་དེ་གའི་ཚང་མ་དང་མཐུན་རྐྱེན་སྦྱར་བཟོད་བསྲན་བྱས་ནས་འབྲེལ་བ་བྱེད་སར་འབྲེལ་བ་བྱས་བྱས་བྱས་ནས་དེའི་བྱས་བྱས་ད་ལྟ་ཉིད་དུ་བྱས་བྱས་ནས་བཙུན་མ་ཉི་ཤུ་ཅིག་གིས་གཞི་མ་གི་མཚན་བརྡ་བཞེས་ཐུབ་པ་བྱུང་བར་བ་ད་དེ་ལོ་རྒྱུས་རང་བཞིན་རང་རེད་ད་ཁོ་ཚོ་ཐོན་ཚར་བའི་གཞུག་དེ་ལ་ཆོས་རིག་ལས་ཁུངས་ཀྱིས་ད་དེ་གའི་དེ་ཚོ་བདག་འཛིན་བཟོ་བདའ་མ་བྱས་པ་བྱས་བྱས་ད་ཁོ་རང་ཚོ་གི་གཞི་མ་ཐོན་པ་ལྟར་གྱི་ད་བསྟན་པ་ད་སོ་སོའི་སྤྱི་ཚོགས་ནང་ལོགས་ལ། ཕོ་མོ་འདྲ་མཉམ་གྱི་ཐོག་ནས་ད་ཅིག་གི་དགེ་བཤེས་ཕ་ད་འདྲ་མཉམ་གྱི་ཐོག་ནས་ག་རེ་བྱེད་དགོས་ཡ་དེ་གས་བྱེད་དགོས་ཡ་ད་ཨིན་དེ་གི་དགེ་བཤེས་མ་གི་ཡ་ཡོང་ཡ་གི་རྒྱུགས་སྤྲོད་དོ་དམ་ལྷན་ཚོགས་ཟིན་མཁན་དེ་ཚོ་ཡོད་རེད་དེ་ཡས་ང་ཚོ་ཁ་སང་ཟླ་བ་ཁ་ཤས་སྔོན་ལ་ཚོགས་འདུ་ཚོགས་ཚར་ཟིན་ཟིན་དུས་ད་དེ་དགེ་བཤེས་མ་གི་དེ་ཆོས་རིག་ལས་ཁུངས་རྐྱང་རྐྱང་གི་འདུག་བྱས་བསྡད་པ་ཡིན་ན་ཏག་ཏག་བསྡད་གི་མ་རེད་ད་ཁྱེད་རང་ཚོ་རྐང་པའི་སྒང་ལ་ལངས་ཐུབ་ཡ་བྱས་ཆོས་རིག་ལས་ཁུངས་གི་ཡ་སྐྱོར་ཡ་ད་རོགས་པ་བྱས་ཡ་ད་ག་དུས་ཡིན་ན་བྱེད་གི་རེད་ཨོ་དེ་འདྲའི་ལབ་བྱས་ནས། དཔེར་ན་གཞན་དག་སྒྲིག་འཛུགས་མང་པོ་ཡོད་རེད་བ། གི་ཞིག་ད་དེ་འདྲ་ཡོད་སོ་སོ་སོའི་སྒྲིག་འཛུགས་སོགས་ནས་ཡར་ལག་ཁྱེར་སྤྲད་སྟངས་རྒྱུགས་སྤྲོད་བྱེད་སྟངས་སློབ་སྦྱོང་བྱེད་སྟངས་མང་པོ་བྱས་ཡོད་རེད་བ། ད་དེ་གའི་དེ་གཞུང་གི་ལས་ཁུངས་དབུ་མ་གཅིག་གིས་བྱེ་བྲག་གཅིག་ལ་བལྟ་བསྡད་པ་ཡིན་ན། ཨེ་འདི། ཏག་ཏག་བསྡད་གི་མ་རེད་བལྟ་ཐུབ་ཡ་ཡོད་མ་རེད་ལ་དེ་ཏག་ཏག་བསྡད་གི་མ་རེད་གན་ཟེར་ན་ད་གང་ཚུད་དེ། ཁོ་ཆོད་རྒྱུ་མང་པོ་ཡོད་རེད་བ། ཨོ་དེ་ཡིན་དུས། དེ་བྱས་བྱས་ནས་དེ་བྱས་ད་ད་ལྟ་ཁོ་རང་ཚོ་ཕལ་ཆེར་སོ་སོ་སོའི་དགོན་པའི་ནང་ལོགས་ལ།

ད་ལྟ་ན་བཙུན་མ་རང་གི་ད་ལྟ་བྱེད་ཡོད་པའི་བཙུན་མའི་དགོན་པ་སོ་སོ་རང་གི་ད་ལྟ་མཁན་པོ་ཟེར་མཁན་དེ་ད་ལྟ་ད་ང་ཚོས་ད་ལྟ་བཙུན་མ་གི་གི་གཞི་མ་དེ་ཚོ་མཁན་པོ་ཆགས་ཡ་དེ་ད་ལྟ་ད་ལྟ་ཏིས་འདུ་བ་གི་འགྲོ་སྟངས་ཐོག་ནས་རྩོད་པ་བྱེད་ཡོད་རེད་པ། སྟེ་ཁོ་སྡོམ་པ་སྡོམ་པ་མཐོ་ཤོར་དུ་བར་དོ་ལན་ཚང་མཁན་ཅིག་དགོས་ཀྱི་ཡོད་པ་བསོབ་ད་གལ་སྲིད་མེད་པ་ཡིན་ན་ལོག་ཁ་རེད་དེ་ཡོད་པ་ཡིན་ན་སྡོམ་པ་སྡོམ་པ་ཆ་ཚང་ཡོང་མཁན་གཅིག་ཡོད་ད་གེ། དེ་ཁྱེད་སྒུག་ཡོད་པ་འདྲ་པོ་གཅིག་ཡོད་འདུག་ད་ད་ལྟ་དགེ་བཤེས་མ་དེ་གལ་ཏེ་སློབ་གཉེར་ཆ་ནས་དགེ་བཤེས་མ་ཐོན་པ་རེད་དེ་ཡང་འདུལ་བ་གི་སྡོམ་པ་ཆ་ནས་ད་ད་ང་ཚོ་དགེ་སློང་མ་དེ་སྡོམ་རྒྱུན་དེ་ད་ད་ཚུར་ལེན་ཐུབ་ཡོད་མ་རེད་པ་ཁྱེར་ལེན་ཐུབ་ཡོད་མ་རེད་པ། དེ་དེ་མ་འདོག་ཅིག་གི་གཞན་དགོན་པའི་ནང་གི་ལས་སྣེ་ཚང་མ་ད་དེ་དགེ་བཤེས་ཕ་ད་གཞན་པ་ལ་ད་གང་ད། ཐོག་ལ་ལྟོས་མོ་གོ་བ་བྱེད། སོ་སོས་བྱེད་ཐུབ་གོ་རེད། འདི་ད་ང་ཚོས་ཤུགས་ཆེན་པོ་ལབ་བཞིན་ཡོད། ཨང། རིམ་པས་རིམ་པས་གཅིག་བྱས་ན་ཁོ་མཁན་མོ་བྱེད་ཡ་དེ་ཡ་ཡོང་སྲིད་རོ་བ། ད་དེ་མ་ཡིན་པ་གི་དགོན་པའི་ལས་ནི་བྱེད་ཡ་ད་དེ་བྱེད་ཡ་དེ་གི་ཚང་མ་ད་སོ་སོ་སོས་བྱེད་ཐུབ། དེ་འདྲའི་ར་བ་ཞིག་ལབ་བཞིན་ཡོད་པ་ད་དེ་གས་བྱེད་གི་ཡོད་ཤ་ཡིན། ལ་ཟེར།
ག་ན་ཆོག་ད་དེའི་ཐད་འཕྲོས་བྱས། ད་དེ་ལོས་གི་ད་ད་གྲོས་ཚོགས་ནང་ལོགས་ལ་ཡ་ད། དགེ་བཤེས། དགེ་བཤེས་མ་ཐོན་ཟིན་པ། ད་བཙུན་མ་འདི་འདི་གའི་ནས་ཡ་ད་མ་འོང་ཡང་དགེ་བཤེས་ལྷ་རམས་པ་ཐོན་སྒང་ལ། སྔ་རྗེས་ཅིག་གླེང་སློང་མང་པོ་ཞིག་བྱུང་ཡོད་རེད་འདིའི་སྒང་ལ་ཆོས་རིག་ལས་ཁུངས་ངོས་ནས་དགོངས་པ་ག་རེ་འདུག་ཤེས་ན་འོན་ན་ད་ལྟའི་ཆ་ལ། ད་དེ་ཐག་ཆོད་པ་དང་ག་ཡོད་ཡང་མ་རེད་དེ་ཆོས་རིག་ལས་ཁུངས་ཀྱི་བསམ་ཚུལ་དེ་གས་གསལ་པོ་བཤད་བཞག་ཡོད་དེ་གོང་དུ་བལྟས་སུ་བལྟས་སུ་དེའི་གནས་ཚུལ་ཞིག་འགྲོ་ལུགས་འགྲོ་སྟངས་མང་པོ་ཅིག་གི་འུ་ཚོ་ལ་མ་རྩོད་དེ་ཚོས་ད་ཏུག་ཅིག་ལབ་བསྡད་རེད་མ་འདོག་ཅིག་གིས། དགེ་བཤེས་ལྷ་རམས་པ་ཟེར་མཁན་འདིས་ད་ནི་ང་ཚོའི་དགེ་བཤེས་མ་ཚོ་དགེ་བཤེས་ལྷ་རམས་པ་བཤད་ཟེར་མཁན་འདིའི་འགྲོ་སྟངས་ཁོ་རའི་ཆ་ནས། དཀའ་ལས་ཁག་པོ་དང་ཏག་ཏག་ཅིག་སྡད་གི་ཡོད་མ་རེད། གི་ཤིའི་ལྷ་རམས་པ་ཟེར་དུས་ཙམ་པོ་ད་ཀོ་ད་སྔན་མ་བོད་ནས་བྱུང་པོ་ནས་བཟུང་ད་ནི་ཁོའི། འགྲོ་དུས་འགྲོ་ལུགས་འགྲོ་དང་རང་འཇགས་རེ་ཞིག་འགྲོ་སྡད་གི་ཡོད་རེད། ལྷ་ལྡན་སྨོན་ལམ་སྐབས་ལ་ནི་གདན་ས་གསུམ་ལ་དམ་བཅའ་བསྐོར་བཅས་དམ་བཅའ་ཆེན་པོ་བཞག་པ། གདན་ས་ཚོ་ལ་དམ་བཅའ་བསྐོར་སྔོན་ལ། དམ་བཅའ་བསྐོར། དེའི་གཞུག་དེ་ལས་ནི་ལྷ་ལྡན་སྨོན་ལམ་སྐབས་ལ་ནི་སྤྱི་ཡོངས་ཀྱི་དམ་བཅའ་ཆེན་པོ་གཅིག་བཞག་ཅེས་དེའི་མཚན་རྟགས་བཞེངས་མཁན་དེ་ལ་ད་གེ་ཤིག་ལྷ་རམས་པ་ཟེར་བ་རེད། ལྷ་རམས་པ་ཟེར་མཁན་དེ་གེ་ཤིག་གི་འགྲིག་རིས་གཅིག་གི་མིང་གཅིག་བོ་མ་རེད། གེ་ཤིག་བཏང་ལུགས་བཏང་སྟངས་ཀྱི་སྐད་ཆ་དེ་རེད། དེའི་ད་ལྟ་ག་རེ་ཡར་ཟེར་ན་ད་ད་ད་རི་བོ་དགེ་ལྡན་པ་གི་ད་ད་གེ་ཤིག་གི་བཏང་ཡ་དེའི་གི་གོ་དེའི་ནང་ལོགས་ལས། ཚུལ་དེ་ཡོད་རེད་བ། ཞེས་དུས་ད་ལྟ་ང་ཚོའི་བཙུན་མ་དགེ་བཤེས་མ་ཚོ་དེ་གདན་ས་གསུམ་ལ་གྲྭ་སྐོར་བྱས་བྱས་ནས་དམ་བཅའ་བཞག་ཡ་དེ་གང་ལ་ཁག་པོ་རེད་བསམ་གྱི་འདུག་ད་ག་ནང་བཞིན་སྨོན་ལམ་ཆེན་མོའི་སྐབས་ལ་དེ་དམ་བཅའ་བཞག་ཡ་དེ་བརྒྱད་དེ་དེ་ཁོ་རང་ཚོས་ད་གར་བཟོ་བ་རེད་ཡང་ན་མེད་ན་དགེ་ལུགས་རྒྱུགས་སྤྲོད་དེ་བྱས་པ་ཡིན་ན་དགེ་ལུགས་ཀྱི་དགེ་བཤེས་རྒྱུགས་སྤྲོད་བྱས་པ་རེད་བ་དེའི་ནང་འཛུལ་དགོས་ཆེ་གི་རེད་བ་དེ་འཛུལ་ཐུབ་ཀྱི་མ་རེད། བྱས་ཙང་འདི་ཡོད་དུས་ད་དེ། དེ། དགེ་བཤེས་རང། དགེ་བཤེས་མ་ཟེར་མཁན་དེ་རང་ཡག་པོ་ཡོད་རེད། ཚད་མཉམ་ར་དེ་དགེ་བཤེས་ལྷ་རམས་དང་ཚད་མཉམ་ཡིན་ཟེར་ཡ་ད། PHD དང་ཚད་མཉམ་ཡིན་ཟེར་མཁན་དེ་ཚོ་ཀོ། གར་སོགས་རེད་ངག་ཐོག་ད་དེ་བ་ནས་ལབ་ན་འགྲིག་གི་རེད། མ་མདོ་ཅིག་གིས། ཚད་མཉམ་ཡིན་ཟེར་ཡ་མ་མདོ་དངོས་གནས་ཡིན་ལབ་གི་བྱུང་ན་དེ། ད་ཨིན་ཇི་སྐད་མ་སོང་ན Technical། དཀའ་རྙོག་མང་པོ་ཡོད་རེད། དེ་ཕ་རྒྱུ་མཚན་འགྲེལ་བཤད་རྒྱབ་དུས་ངོས་ལེན་བྱེད་ཀྱི་འདུག། དེ་གསུང་མཁན་དང་འཛུགས་མཁན་ངོས་ལེན་བྱེད་ཀྱི་འདུག་གཉིས་ནས་ད་ཁོ་རང་ཚོ་འདི་རེད། ད་འདི་ཁོ་ཚོའི་རྒྱུགས་སྤྲོད་ལས་རིམ་འདི་ལོ་བཞི་རེད་ད་དེའི་སྒང་ལ་ལོ་གཉིས། ལོ་གཉིས་ཀྱི་ཨེ་ནི་ལྔ་སློབ་སྦྱོང་བྱས་རྗེས་ཨེ་ནི་དགེ་བཤེས་ལྷ་རམས་པ་བྱས་ན་ཟེར་མཁན་དེ་འདྲས་ཡོད་རེད་ད་དེའི་ད་གིན་འདི་ད་གིན་གྱི་གནད་དོན་འདི་གའི་ཐོག་ལ་ག་ཡིན་འཛིངས་ག་ཡིན་བཟང་ཐུག་གོ་མ་རེད། ལྔ་སློབ་གཉེར་ངེས་པར་དུ་བྱས་ཆོག་གི་རེད། ལོ་གཉིས་ལ་ལྷག་ག་ལྷོ་ལྔ་བྱས་ཀྱི་འདུག་ནས་བྱས་ཆོག་གི་རེད་ག་རེ་བྱས་ཀྱི་འདུག་ནས་བྱས་ཆོག་གི་རེད་དེ། དེའི་རྒྱུ་མཚན་བྱས་རྗེས་དགེ་བཤེས་ལྷ་རམས་པ་ཟེར་ཡ་དེ་ཡོད་མ་རེད་བ། དཔེར་ན་དགེ་བཤེས་ཕ་ཚོ་ག་རེ་རེད། དགེ་བཤེས་ལྷ་རམས་པ་ཐོན་པའི་ཞོར་ལ་གཞི་ནས་སྔགས་སློབ་སྦྱོང་བྱེད་ཀྱི་རུ་བ། སི་ཏུ་ཡང་ཁོ་ཚོ་སྔགས་སློབ་སྦྱོང་བྱས་ད་གཞི་ནས་དགེ་བཤེས་ལྷ་རམས་བྱེད་ཀྱི་ལབ་ན། སི་ཏུ་དུས་སྐལ་དེའི་ཁོར་འགྲོ་སྟངས་ཆ་ང་ཆུང་ང་མང་པོ་ཡོད་རུ་བ། རེད་དུས་དགེ་བཤེས་མ་ཁོ་རང་ཚོ་ལ་དེ་འདྲའི་གི་རེ་དོགས་དག་ཅིག་གི་བསམ་ཚུལ་ཆེན་པོ་དེ་འདྲ་མི་འདུག་ད་གཡས་གཡོན་འདི་འདྲ་གི་འདུག་ཅིག་ལབ་བསྡད་རུ་མི་འདུག། རེད་ཟེར་ད་དེ་ནི་ད་ཅིག་བཀའ་བློན་མཆོག་ལ་དེ་ཅིག་ག་འདྲ་ཞུ་ཡང་ད་དེ་སྔ་ནི་གོང་ས་མཆོག་གིས་ད་བསླབ་གྲྭའི་ནང་ལོགས་ལ་ཡ་ད་ད་ཆོས་རྒྱལ་ཚོགས་ལ་ད་རུབ་དགེ་རྒན་ཞེས་ད་ཅིག་འབོད་དགོས་པའི་གི་བཀའ་ཕེབས་ཡོད་རེད་ད་ནང་བཞིན་གནད་དོན་འདི་ཡང་གྲོས་ཚོགས་ནང་ལོགས་ལ་གླེང་སློང་བྱུང་བྱས་ཐ་སྙད་དེ་བརྟན་པོ་བྱུང་བསྡད་ཡོད་རེད་ད་རྩ་བའི་བསླབ་བྲིད་ནང་ལོགས་ལ་ཡ་ད་ད་ལྟ་གྲུབ་དགེ་རྒན་བསྐོ་བཞག་གནང་ཡ་འདིས་ཨ་ནི་ཆོས་ཆོས་རིག་ལས་ཁུངས་དང་ཐད་ཀར་འབྲེལ་བ་ཆགས་ཀྱི་ཡོད་བས་བཀའ་འདྲི་ཅིག་ཞུ་ཡ་ཡིན་གལ་སྲིད་ཆགས་ཀྱི་ཡོད་པ་ཡིན་ན་ཨ་ནི་ད་ལྟའི་ཆ་ལ་ཨ་ནི་བོད་པའི་བསླབ་གྲྭ་ཚང་མ་ནང་ལོགས་ལ་ལྟ་གྲུབ་དགེ་རྒན་ཅིག་གོ་སྒྲིག་གནང་ཐུབ་ཡོད་བས་འདི་ཅིག་བཀའ་འདྲི་ཞུ། ད་དེ་ཐད་ཀར་འབྲེལ་བ་ཟེར་ནས་ད་དེ་སྔོན་མ་ཤེས་རིག་ལས་ཁུངས་དང་ཆོས་རིག་ཟུང་འབྲེལ་རེ་ཞིག་གི་ཐོག་ནས་སྔོན་མ་ང་ང་ཆོས་རིག་ལ་སྔོན་མ་ཡོད་པའི་སྐབས་ཐོག་དེ་འདྲ་གནང་གི་ཡོད་རེད། གང་ཡིན་ཟེར་ན་ལྟ་གྲུབ་དགེ་རྒན་ཡོང་ཁུངས་དེ་བརྒྱད་དེ་ཆོས་རིག་ཁྱབ་ཁོངས་ཀྱི་དགོན་སྡེ་གྲྭ་ཚང་ཁག་ནས་ཡང་ཡོང་གི་འོར་བ། ཞེས་ཡིན་ནས་དེའི་སྐོར་ཕ་ཡོངས་ཚགས་པར་ཞུགས་ཏེ་འགྲོ་སའི་ཁུངས་དེ་ད་ལབ་འབྲས་གནང་རེད་དེ་འོར་བ། དེ་དུས་ཆོས་ཀྱི་ལག་གི་ཡོར་དེ་ད་ཆོས་ཟེར་ཡ་དེ། ཞེས་སྐུ་མདུན་གྱི་ད་སྡེ་ཚན་གསུམ་ལ་ཆེས་ནང་པ་ནང་བཞིན་བྱས་རྗེས་ལྟ་གྲུབ་དགེ་རྒན་རང་ལབ་བྱས་ནས། ཕན་ཚུན་ལྷག་པར་དུ་རྒྱ་གར་ནང་གི་ལབ་གྲྭ་ཚང་མ་ལོག་ད་དེ་གར་ཚོར་ཆོས་ལུགས་ལ་མ་བརྟེན་པ་གི་ད་བཏང་སྙོམས་ཀྱི།

ཚགས་ཚུད་ལོས་ཟེར་ན་ཨ་ལས་སྔོན་ལ་དེ་གོ་རྟོགས་དེ་ཕེལ་གི་མི་འདུག་བ། ཕྱིན་ད་ལྟ་ལག་ལེན་ང་ཚོ་སྐད་བྱས་ནས་ད་ཞི་བུ་ཅིག་འདོད་པ་ཡ། ཚིམ་བུ་བྱུང་དེ་ཡ་དེ་ད་ལྟ་ཆོས་རིག་ལས་ཁུངས་དང་ཡི་གེ་རྒྱུས་མེད་གྲྭ་ཚང་གཉིས་ཟུང་འབྲེལ་བཅས་བྱས་ནས་ད་ལྟ་ཧོན་སུར་རྒྱུས་མེད་གྲྭ་ཚང་ལ་ཁོང་ཚོ་སླབ་གྲྭ་གྱིས་སླབ་གྲྭ་གྱི་ཟུར་དུ་བཙུགས་ཡོད་རེད་ད་སླབ་གྲྭ་དེའི་ནང་ལོགས་ལ་ང་ཚོས་དེ་ལ་བོད་པའི་སྐད་ཡིག་ལབ་ཡོད་རེད་བོད་པའི་སྐད་ཡིག་དང་ནང་དོན་རིག་པའི་གིས་ད་ད། གར་སོགས་རེད་ད། སྦྱོང་བརྡར་འདྲ་པོ་གཅིག་ད་ཨིན་ཇི་ན་བྱས་པའི་ནང Intensive Training རེད་ཅིག་རེད། གཅིག་དེ་ཟླ་བ་དྲུག་རིང་ག་ལེར་བོད་པའི་སྐད་ཡིག་དང་པོ་བོད་པའི་སྐད་ཡིག་དེ་རོབ་ཅིག་མ་ཆགས་པའི་ནང་ད་བོད་སྐད་དེ་བཞུགས་གི་སློབ་ཚན་དེ་གལ་ཏེ་ཁག་པོ་བྱེད་དགོས་རེད་བ། དེ་བྱས་ད་དེ་བྱས་འོ་དེ་དེ་བྱས་ཡོང་དུས་དེ་གང་ཁྱབ་བསྒྲགས་བྱས་ཡོང་དུས་གྲངས་ཀ་དེ་ཉུང་ཉུང་ཅིག་མ་གཏོགས་མ་ཡོང་བྱས་ཅིག་དཀའ་ངལ་རབ་དེ་རིམ་པར་འཕྲད་ཤག། ད་དེའི་ཞོར་དུ་གྲངས་ཀ་ཉིན་ཉུང་ཅིག་ད་ཁ་སང་ང་ཞོར་ལུགས་ཁོང་ཚོ་ཕ་གིའི་མ་ཐོན་གོང་སོ་དེར་ཕ་གིའི་ཀླད་པའི་ཞོར་ལ་གཅིག་ཕྱིན་པ་ཡིན་པ་ནི་ད་དུས་བལ་དེ་དུས་ནང་དུ་ཡོད་དེ་འགན་སློབ་ཕྲུག་ཏུ་སྐྱེས་ཏེ་དེ་བལ་དེ་བཞི་བོ་གཅིག་འབོད་སྐུལ་ཤུགས་ཆེན་པོ་བྱེད་ཀྱི་འདུག་དེ་བལ་དུ་ཁ་ཤས་ཤིག་ད་མིག་ཆུ་བཏང་རྗེས་དེ་འདྲ་བྱེད་ཀྱི་འདུག་ང་ཚོ་དེ་འདྲའི་གི་ཕན་ཐོག་དང་དགེ་མཚན་དེ་ཡོད་པ་དེ་འདྲ་ང་ཚོས་ཤེས་ཀྱི་ཡོད་མ་རེད་ད་དེ་ཀླད་ཚ་དུས་ད་དེ་དེ་བཞི་བོ་གཅིག་རྩ་ཆེན་པོ་རེད་ཤག་ཟེར་དུས་བརྩམས་པ་ད་དེ་རྗེས་མ་གྲངས་ཀ་ཚང་མ་ཚང་གི་ཐོག་ནས་འདི་བཙུགས་མ་བཙུགས་དེ་འདྲའི་མེད་པ་ཆེ་གྲངས་ཀ་ཉུང་ཉུང་ལས་མེད་ནས་བཙུགས་ཐུབ་ན་ཞི་བོ་ཡག་པོ་ཡོང་ས་རེད། ད་ཞི་བོ་གཅིག་ཕན་ཐོགས་འདུག་ད་འདི་ལྟར་དངོས་གནས་ཡང་ད་ལྟ་བར་དུ་མ་ཡོང་བར་དུ་ང་ཚོས་ཞི་བོ་བྱས་བཞག་ཟེར་ནས་ཁོ་རང་ཚོས་རྦད་དེ་བཅོས་མ་མ་ཡིན་པ་གི་རྣམ་འགྱུར་དུ་བཅད་བཅད་བཤད་ཀྱི་འདུག་དེའི་ནང་ནས་ཁ་ཤས་པད་མ་སིའི་གནས་ཚད་མཐོ་པོ་དེ་འདྲས་འདུག PHD ཡིན་མཁན་དེ་འདྲས་འདུག M Phil ཡིན་མཁན་དེ་འདྲས་འདུག་དཔེར་སྒྲིག་རིགས་མཐོ་པོ་ཡོད་མཁན་དེ་འདྲས་དེ་འདྲས་འདུག་བ་དེ་ད་གང་ཡིན་ཟེར་ན་ཁོ་དང་པོ་དེ་ང་ཚོས་འདི་བྱེད་དུས་ད་གོ་གོ་རྟོགས་ཡོང་གི་ཡོད་མ་རེད་བ་འདི་རྩ་ཆེ་ཆུང་རེད་དེ་ཧ་གོ་བོ་མ་རེད་ལ་ཨ་ནི་ཨ་ལས། སོ་སོའི་རྒྱུད་ནས་སྤྱི་ཚོགས་ལ་ཕན་ཐོགས་དེ་ཨང་གི་གཉིས་པ་རེད་དེ་སོ་སོ་རང་ལ། སོ་སོ་རང་གི་མི་ཚེའི་ནང་ལོགས་ལ་དེ་ཕན་ཐོགས་ག་ཚོད་ཡོང་གི་ཡོད་མེད་དེ་འཚོ་བ་ག་ཡོད་མར་བ། འཚོ་བ་ག་ཡོད་མ་ད་ཁོ་ཚོ་ཕ་གིས་ཟླ་བ་ཁ་ཤས་ཅིག་བྱས་ཡོང་དུས་བརྩམས་པ་ཨོ་ད་དེ་ད་དངོས་གནས་ཞེ་པོ་ཅིག་ཡག་པོ་རེད་ཞེ་གང་ཡིན་ཟེར་སློབ་སྦྱོང་བྱས་པ་མང་བོ་སློབ་སྦྱོང་བྱས་པར་བ། ད་དེའི་ཚིག་བྱས་ན་ད་ད་ད་དེ་ད་དུར་ཡག་ག་ཡོད་མི་འདུག། ད་དེ་ང་ད་དེ་ང་ཚོ་ག་འདྲའི་ག་འདྲའི་ཟེར་ན་ལྷག་སོང་ཡིན་ན་ཟེར་དེ་འདྲའི་གི་འཚོ་བ་ཡོད་པ་བཟོ་ར་ཞིག་འདུག་བ་ད་ཡིན་ན་དེ་ཁོ་རང་ཚོ་ལས་ཡོད་པ་ཕན་གི་མ་རེད་བ་ད་གསར་བ་ཡོང་མཁན་དེ་ཚོ་ལ་དེ་གི་གང་ལ་གང་འཚམ་ཅིག་ཚོར་སྣང་ར་ཞིག་བྱུང་བ་ཡིན་ན་ཡིན་ན་ད་ད་ད་ཁོང་སྲིད་སྐྱོང་གི་བཀའ་སློབ་ད་བྱས་བྱས་ད་དེ་ལས་རྒྱ་ཆེ་ཞིག་ད་ད་སེ་ར་བྱས་ད་དེ་འདྲའི། ཟུང་འབྲེལ་བྱས་བྱས་བ་གའི་བུ་ཚའི་སློབ་མ་བརྒྱ་ཉིས་བརྒྱ་དེ་འདྲ་ཡོང་གི་འདུག་ནས་བྱས་ཐུག་ཡག་གི་དེ་འདྲ་ད་ད་ང་ཚོ་ད་ད་ཆ་ཤི་བང་བྲིས་གི། ལོས་སུ་གང་ལ་ད་འདི་ད་འདྲའི་ཆེ་ད་ད་གང་ལ་བཀའ་བློན་མཆོག་དེ་འདྲས་ཅིག་གསུངས་སུ་ད་ཉེ་བའི་ཆ་ལ་ཡ་དགོན་སྡེ་ཁག་ནང་ལོས་ལ་ད་ཅིག་གྲ་རྫུན་བྱུང་ངས་ད་ཅིག་ཇེ་ཉུང་དུ་འགྲོ་ཡོད་དེ་འདྲས་ཅིག་གསུངས་སུ་ད་འདི་འདྲ་བ་ཞིག་ན་ད་ལྟའི་ཆ་ལ་ད་དགོན་སྡེ་ཁག་ཕལ་ཆེ་བ་ནང་ལོས་ལ་ད་ཅིག་བོད་རིགས་ལས་ད་ཧི་མ་ལ་ཡའི་རིགས་རྒྱུད་ཅིག་གྲྭ་བ་གྲྭ་བཙུན་ཞུ་ངེས་མང་ཆགས་བསྡད་ཡོད་དུས་འདིའི་ཨེ་ནས་བཀའ་བློན་མཆོག་ནས་ད་ཅིག་དཀའ་ངལ་ཕྱི་ལོ་ག་ཚོད་ཅིག་ལ་གཟིགས་ཡོད་ན་དཀའ་མོ་ཅིག་ནང་ལོ་བདུན་ནས་ཅིག་གསང་ར་ན་ཞུས་ཡོད་ནའང། ད་གི་དཀའ་ངལ་ཟེར་ནའི་རེད་ང་ཚོ་ངོ་བོ་གཅིག་གི་ཆ་ནས་དཀའ་ངལ་རེད་ངོ་བོ་གཅིག་གི་ཆ་ནས་དངོས་ཡོད་གནས་སྟངས་དངོས་ཡོད་བདེན་པ་རེད་དངོས་ཡོད་གནས་སྟངས་བདེན་པ་ཟེར་མཁན་འདི་བཟང་ངན་ག་འདྲས་ཡིན་ནའི་ངོས་ལ་ངོས་ལེན་བྱས་བ་རེད་དེ་སེམས་པ་འཁྲུག་ནས་ཕན་ཐོགས་སུ་ག་ཡོད་མ་རེད་དངོས་ཡོད་གནས་སྟངས་ཅིག་གནམ་གཤིས་ནམ་ཞིག་ཚ་གྲང་ཤར་ཡོང་གི་སྣང་ནས་ཤིང་གི་དུས་ཀྱི་འགྱུར་བ་ཅིག་ཤར་ཡོང་གི་ཡོད་དུས། ད་ལྟའི་ཆར་ལ་གྲྭ་རྒྱུན་ཉུང་རུ་འགྲོ་གི་ཡོད་པ། བོད་ཀྱི་དགོན་སྡེ་ཆེ་ཁག་ཚང་མའི་ནང་གི་གྲྭ་རྒྱུན་དེ་ཚོའི་ནང་ནས་བརྒྱ་ཆའི་ལྔ་བཅུ་ང་གཉིས་འགའི་ཚ་ཤ་ཧི་མ་ལ་ཡའི་རི་རྒྱུད་རེད། ཡིན་ནའི་ད་དགོན་སྡེ་ཁག་དང་ང་ཚོའི་བསླབ་གྲྭ་དེ་འདྲ་གི་མ་རེད། དེ་ཚོ་དགོན་སྡེ་ཁག་དང་ནང་ལོགས་ཀྱི་ང་ཚོའི་གི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་ཡ་དང། བཤད་སྒྲུབ་སློབ་གཉེར་བྱེད་ཡ་དེ་བརྒྱད་དེ་ད་བོད་པ་ཉུང་ཉུང་ཆགས་བྱས་ནས་ད་ལྟ་བོད་དང་ཆོས་རིགས་གཅིག་པ་གི་ཧི་མ་ལ་ཡའི་རི་རྒྱུད་དེ་བརྒྱད། དེའི་ནང་ལས་ཡོང་གི་ཡོད་པ་ཡིན་ན་ང་ཚོ་དགའ་བསུ་རེད་སྔ་མ་ནས་གནའ་སྔ་མོ་ནས་དགའ་བསུ་རེད་ལ་ད་ལྟའི་དགའ་བསུ་རེད། ལྷག་པར་དུ་ད་ང་ཚོ་བོད་པའི་ངོས་ནས་མི་ཇག་རྫོགས་པ་སོབ་ལྟ་ཅིག་ཡོང་གི་མེད་པ་བཅས་ཁོང་ཚོའི་ང་ཚོའི་གི་ཚབ་ར་བོ་བྱེད་ཅེས་ནས་བོད་པའི་གི་གཟིམ་དགོས་ཡ་ར་བོ་དེ་ཁོང་ཚོའི་གི་ཚུགས་གཟིམ་རོགས་བྱས་པ་ཡིན་ན་ད་དེ་ང་ཚོའི་ཕར་ཐུགས་རྗེ་ཆེ་ཟེར་རྗེས་སུ་ཡི་རང་ཞུས་བྱས་བྱེད་ཡ་ཡིན་དུས་བཙན་པོ་ད་ང་ཚོའི་ངོས་ནས་ག་རེ་གྲུབ་ཡོད་རེད་ཟེར་ན་མཐུན་རྐྱེན་མང་པོ་ཞིབ་ཅིག་བསྐྲུན་བྱས་ཡོད་རེད་བ། གདན་ས་ཁག་དེ་ཚོ་ད་ལྟ་བྱེད་ཀྱི་འདུག་ད་འདི་མདོར་ན་ད་རྒྱ་གར་ནང་ལོགས་ལ་ཡང་སླར་ཡང་སངས་རྒྱས་ཀྱི་བསྟན་པ་གི་ཐོག་ལ་རྒྱ་གར་འདི་སྤོབས་པ་མཐོ་པོ་བྱེད་བྱས་ནས་ཁོ་འཛིན་སྐྱོང་སྤེལ་གསུམ་བྱེད་ཐུབ་ཡག་གི་ནུས་པ་ཅིག་དེང་སང་ཆགས་ཡོང་གི་ཡོད་རེད་ཁ་སང་ལྡི་ལི་ཆོས་ཚོགས་ནང་ལ་ངས་དེ་བསམ་པ་བཤད་ཅིག་ལབ་ཀྱི་བྱུང། བྱས་བྱས་ཡོད་དུས་དེའི་ཐོག་ལ་ཡང་ང་ཚོ་བོད་པ་སྐྱབས་བཅོལ་ཚོ་གི་ཞལ་འདེབས་ཡག་པོ་བརྒྱབ་ཡོད་དཱ། མི་ཆ་དེ་འདྲས་ང་ཚོའི། མཐུན་རྐྱེན་བྱེད་ཅིག་བསྐྲུན་བྱས་ཡོད་རེད་མི་བྱེད་བསྐྲུན་བྱས་ཡོད་རེད་བྱས་ཙང་ད་ད་འདི་ཀོ་འདི་ཡིན་དུས་ཙམ་པ་ད་སྔ་མ་དང་པོ་ད་བསྟན་པ་དར་ས་ད་སྟོན་པ་འཁྲུངས་ས་གཉིས་ཀ་ལོ་བརྒྱ་ག་རེད་དེ་བོད་དེ་ད་མང་པོ་ཞི་བ་ཅིག་བྱུང་པར་བ་དར་རྒུད་མང་པོ་བྱུང་བྱས་དེ་དུས་ད་ད་འདི་སླར་ཡང་རྒྱ་གར་ནང་ལོག་ལ་ནང་པའི་དེ་རྒྱ་གར་ཏེས་དབུ་འཕང་མཐོ་པོ་བྱས་ཅིག་རྒྱ་གར་གི་ནང་པའི་ཆོས་དང་རིག་གཞུང་ཐོག་ལ་ཐུགས་འགན་ཆེ་ས་བཞེས་ཀྱི་ཡིན་ན་ད་ད་འདི་ཆ་རྐྱེན་དེ་གས་ཞི་བ་ཅིག་འཛོམས་པོ་འདུག་འདིའི་ཐོག་ལ་ང་ཚོ་བོད་པ་སྐྱབས་བཅོལ་གི་ཐོག་ནས་འདི་ཞལ་འདེབས་རག་མ་སོང་ནས་གང་ལ་གང་འཚམ། རྒྱབ་བཤད་ཡོད་རེད། ཟེར་ནས་འདི་འདྲའི་སྲིད་དུས་དེ་དངོས་ཡོད་གནས་སྟངས་རེད་བྱས་ཙང་འདི་ང་ཚོ་མ་ཁག་བྱེད་ཡ་ད་ལྟ་ཅིག་གྲངས་ཀའི་ཐོག་ནས་བྱེད་ཡ་ད་བོད་པའི་གི་ཞན་ཆ་དེ་བོད་པ་ང་རང་ཚོས་བསམ་བཏང་ཡ་རེད་ད་ཀྱི་ངའི་ལབ་ན་བཞིན་ད་གྲྭ་རྒྱུན་མང་རུ་བཏང་དགོས་ཀྱི་ཡོད་པ་ད་བཤད་སྒྲུབ་གི་དེ་རྒྱུན་མ་ཆད་ར་ཅིག་དགོས་ཀྱི་ཡོད་ན་ད་དང་པོ་ནས་ཡ་ཆོས་སྒོ་བཞུགས་སྟངས་དེ་བཙན་པོ་དབང་ཡོད་བྱས་བྱས་ཆོས་སྒོ་ཁྲི་བོད་ཕན་ཡ་ཡོད་མ་རེད་སྲིད་དུས་ཨེ་ནས་ཅིག་གི་ཆོས་སྒོ་ལ་བཞུགས་བོད་ཀྱི་ཅིག་ཕན་ཡོན་ཕན་ཡོན་དེ་གས་དེ་བཤད་བྱས་ཨེ་ནས་འདི་འདྲའི་གི་བག་ཆགས་ཡོད་མཁན་དེ་འདྲ་ཡིན་ན་སྒོ་བཞུགས་ཡོད་དགོས་རུ་བ། མགོ་ལོ་ཡག་བྱེད་ཅེས་ཞུ་ནས་འགྲིག་རོ་བ། དེ་ཡིན་གྱི་མིན་གྱི། ཨོ་དེ་འདྲས་བྱས་བྱས་ནས་མགོ་དུ་ག་དུས་ཆེ་ཆེར་བ། མ་ཟད་ད་དེ་ནི་ད་ལྟ་འདི་ཇི་ཡིན། ད་གོང་ས་མཆོག་གིས་སྐུ་ཡང་སྲིད་ཀྱི་གནད་དོན་དང་འབྲེལ་བའི་ཐོག་ནས་བཀའ་འདྲི་ཅིག་ཞུ་བ་ཡིན་ན་ད་ཉེ་བའི་ཆ་ལ་ཡང་ད་གོང་ས་མཆོག་ནས་ཅིག་ཡང་ཡང་སྐུ་ཡང་སྲིད་ཀྱི་གནད་དོན་ཐད་ལ་དགོངས་པ་བཞེས་ཀྱི་ཡིན་ལ་ནི་བཀའ་སློབ་མང་པོ་ཅིག་ཕེབས་བསྡད་ཡོད་རེད་ཨ་ནི། ཆོས་རིག་ལས་ཁུངས་ཀྱི་ངོས་ནས་འདིའི་ཐད་ལ་ཡང་ད་ཅིག་སྐུ་ཡང་སྲིད་ཀྱི་གནད་དོན་ཐད་ལ་ད། ད་ལྟ་འདི་ཡིན། གུ་ཡངས་སྲིད་ཀྱི་གནད་དོན་ཐད་ལ་ད་ཅིག་གྲ་སྒྲིག་གི་ལས་དོན་ཙམ་ཡང་གང་ལ་བྱ་ཞེས་ག་རེ་སྒྲོག་བྱུང་ན་སྙིང་འདི་ཕྱི་གསུངས་ན་ཤེས། ཁྱོད་ཀྱི་དོན་དུ་གྲ་སྒྲིག་ལས་དོན་སུ་ད་ག་ཡ་ཡོད་མ་རེད་ཅིག་དང་ནས་ད་དོན་དུ་སྐུ་མདུན་འདུག་ག་སོགས་རེད་གང་ས་ཅི་ཐད་ནས་ད་ཅིག་སྐུ་སྐྱིད་གསལ་ཐང་ཡིན་པའི་སྐབས་དེ་ལ་ཡངས་སྲིད་སྐོར་སྐད་ཅིག་ཞི་ར་ཞི་ར་བཤད་ཡ་དེ་ང་རང་ཚོ་བོད་པའི་ལུགས་སྲོལ་བྱས་པ་ཡིན་ན་འདི་དེ་ཁོ་རྟེན་འབྲེལ་ར་བ་ཅིག་ད་ཡག་འདྲ་བྱས་པ་ཅིག་ད་ག་ཡ་བརྩི་གི་མ་རེད་བ། ད་ཡིན་ནའི་ཁོ་ད་གནས་ཚུལ་རིགས་ཅིག་ཡིན་དུས་ད་དེ་སྔོན་མ་ང་ཚོའི་ཆོས་ཚོགས་སྐབས་ལ་ནི། ཆོས་ཚོགས་སྔོན་མ་དེ་ད་བཅུ་གཉིས་ཡིན་པ་ཡོད་དེ་འདྲ་གཅིག་སྐབས་ལ་བཅུ་གཉིས་ཡིན་ན་བཅུ་གཅིག་ན་གཅིག་སྐབས་ལ་ཨེ་ནི་དམིགས་བསལ་ཁོ་རང་ཆོས་ཚོགས་ཆེན་པོ་སྐབས་ལ་སྐུ་མདུན་རང་གི་ད་མ་བཀའ་སློབ་ཕེ་ཡིག་ཆ་བཀྲམ་བྱས་ནས་ཡང་སྲིད་བྲལ་བ་ཅིག་བྱས་ཡོད་རེད་ད་དེ་ད་ལྟ་ང་ཚོས་མཇུག་སྐྱོང་བྱས་དང་བྱེད་མུས་རེད་དེའི་ཡིག་ཆ་ཁོ་རའི་ནང་ལ་ནང་ལོགས་བསད་པ་ཡིན་ན་ཕལ་ཆེར་ད་ལྟ་རང་རེད་དེ་དགུང་ལོ་དགུ་བཅུ་ཟེར་ཡ་དེ་ཡིན་ས་ཡོད་ཡང་དེའི་ཞོར་དུ་བ་གཅིག་ལ་ཡང་དེ་གི་སྔོན་ཟེར་ལ་རྒྱལ་བ་དགེ་འདུན་གྲུབ་ཀྱི་དགུང་མཉམ་ཟེར་དུས་དགུང་ལོ་བརྒྱད་ཅུ་གྱ་བཞི་ཟེར་བ་དེ་འདྲའི་གསོན་པའི་སྐབས་དེ་ལ་ཨཱ་ནི་ད་ད་འདྲ། རྩ་བའི་གི་ལམ་སྟོན་དག་ག་སོགས་རེད་དགོངས་པ་དེ་ཡིག་ཆ་དེའི་ནང་གསལ་པོ་ཞིག་འདྲ་གསུངས་བཞེད་ཡོད་རེད་བ། ད་ཡིན་ནའི་དངོས་སུ་ང་ཚོ་གྲ་སྒྲིག་བྱས་བྱས་ནས་ཨཱ་ནི་ངོས་འཛིན་ག་འདྲའི་བྱེད་ཀྱི་རེད་ག་འདྲའི་འཚལ་གྱི་རེད་ཟེར་ཡ་ཅི་ཡོད་རེད་བ། འོ་དེས་ད་ང་ཚོ་དེའི་ད་ཆོས་རྒྱུད་དབུ་ཁྲིད་ཚོ་ཚང་མ་ལོག་དང་འབྲེལ་བ་ཆེན་པོ་ཅིག་བྱེད་དགོས་རེད་བ་བོད་པ་སྤྱི་ཡོངས་ཆེད་ཨན་དེའི་བོད་པ་སྤྱི་ཡོངས་ཀྱི་ཆེད་ངེད་མ་ནི་གར་སོང་དེ་ཡར་སོང་ན་ངའི་སྐུ་མདུན་ཡང་སྲིད་ཕེབས་མ་ཕེབས་དེ་བོད་པ་ཚོས་རག་ལས་གི་རེད་བོད་པ་ཚོས་ཐག་བཅད་གི་རེད་གསུང་དགོས་རེད་བ་ད་བོད་པ་ཚོས་བོད་པ་ཚོས་རེད་དེ་བོད་ཁོ་ཆོས་ཀྱི་གནད་དོན་ཅིག་ཡིན་དུས་ཆོས་ཀྱི་གནད་དོན་ཅིག་ཡིན་དུས་ད་བོད་པ་ནང་ལ་ཡོད་མཁན་གྱི་ཆོས་རྒྱུད་ཀྱི་དེ་ག་གི་ད་དབུ་ཁྲིད་བླ་ཆེན་མང་པོ་ཡོད་རེད་བ་འོ་དེ་ཡིན་དུས་ཨ་ནི་ཁོ་རང་ཚོ་གི་དེ་ལ་འགན་ད་གཅིག་གི་འབྲེལ་བ་གཅིག་རང་བཞིན་ཆགས་ཀྱི་ཡོད་རེད་བ། ཆགས་དུས་ཙམ་པ་ད་དེ་ཡིན་དུས་གནས་ཚུལ་ཞིབ་ཕྲ་པོ་བྱས་བྱས་ནས་ད་ཡང་སྲིད་དེ་འདྲའི་ཞུ་སྟངས་སྐོར་ད་དེ་གལ་ཏེ་ད་ཆོས་ཚོགས་དེའི་སྐབས་ནས་བྱས་ན་ད་འདི་ལྟའི་དགོས་མཁོ་ཨ་ཡོད་ན་ང་ཁྲག་གི་མེད་འགྲོ་ཟེར་རྗེས་མ་དུས་ཚོད་འདི་འདྲའི་ཞིག་སྐབས་ལང་ཚོ་བྱས་ན་དུས་ཚོད་འདི་འདྲའི་སྐབས་བྱས་ན་མཚམས་མཚམས་བརྒྱད་ཅུ་གྱ་བཞིའི་ཟླ་བ་བཀའ་གནང་ཡག་དང་ཡིག་ཆ་ཁོ་རེ་གནང་བྱས་པ་ཡིན་ན་དགུ་བཅུ་ཟིལ་བཀའ་གནང་ཡག་དང་ཡིན་ན་བར་ལམ་དགུ་བཅུ་ཟིལ་བཀའ་གནང་རེད་བ། ད་འདི་ནང་ད་ད་ག་རང་རེད་ད་ད་ད་གཅིག་བྱེད་ནའང་འདི་ཆོས་ཚོགས་རྗེས་མའི་ཐོག་ལ་འདི་བཀའ་མོལ་རེ་བ་ཡོང་གི་འདུག་མི་འདུག་ད་གྲོས་གཞིའི་ནང་ལ་འཁེལ་གི་འདུག་མི་འདུག་འདི་ད་ད་བསམ་བློ་བཏང་ཡ་རེད་དེ་འདྲ་ཅིག་མ་གཏོགས་གཞན་ད་ད་རང་དེ་རང་གི་ཐོག་ལ་ད་ཡིན་ན་འདི་གཏམ་བཤད་དེ་འདྲའི་སྐབས་ལ་ད་ག་པ་ཡིན་ས་ཁོང་སྲིད་སྐྱོང་གཙོ་བོ་གྱུར་པའི་འདུག་གཏམ་བཤད་གནང་ལོག་ལ། དཔེར་ན། བ། གསལ་བཤད་མ་བྱས་རང་བྱས་ར་བོ་དེ་འདྲའི་དང་ལན་རྒྱག་པའི་དེ་འདྲ་མང་པོ་ཡིན་སྐོར་བ། དེ་གའི་སྐབས་དེ་དུས་ལ་དཔག་གིས་རྒྱག་གི་རེད་ཡིན་ནའི་དེའི་རྒྱག་པའི་སྐབས་ལ་དེའི་རྒྱུ་མཚན་གྱིས་ང་ཚོས་དེ་ཡག་དང་དེ་མགོ་བྱས་བྱས། མགོ་བཙུགས་གི་ཡོད་པ་སོགས་དེ་འདྲའི་ཐད་དགོངས་རྒྱུ་ཡོད་མ་རེད་བསམ་གྱི་འདུག།
ལ་ཟེར་ཐལ་དེ་ནས། ང་བཀའ་བློན་མཆོག་ལ་འདི་གཅིག་ག་འདྲི་ཞུ་འདོད་བྱུང་ཚོད་ལྟ། ཉེ་བའི་ཆ་ལ་ཨ་ནི་ཁོང་ཚོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་བྱས་ད་གལ་ཆེའི་ཁྲོད་ལ་ཡ་ཨ་ནི་ནང་ཆོས་ལ་ཐེབས་པ་རེད་ད་ཨ་ནི་ཞིག་ཆའི་ནང་ངེས་ད་ཇེ་ཆེར་འགྲོ་བཞིན་པ་རེད་ཡིན་ནའི་ཡང་ང་རང་ཚོས་ཀྱིས་ཞན་ཆ་གཅིག་ལུས་སུ་བཏགས་བ་ཡིན་ན་ཅིག་ཡ་གྲྭ་བཙུན་ཉུང་ཤས་གཅིག་གིས་ད་ཅིག་ཆོལ་ཁ་ལ་ཁས་འཆེ་ནི་ཡ་དངུལ་གྱི་དོན་དག་ལ་ཡ་ད་ཅིག་གཞན་ལ་གོ་གོ་རེ་ད་ནི་གཞན་ཚུལ་མིན་གྱི་བྱ་སྤྱོད་སྤེལ་མཁན་དེ་འདྲས་རིགས་ཅིག་བྱུང་བསྡད་ཀྱི་འདུག་ད་དེ་ལ་ཡ་ཡང་གོང་ས་མཆོག་ནས་བཀའ་སློབ་རིན་པོ་ཆེ་ཕེབས་བསྡད་ཡོད་རེད་ཨ་ནི་ཆོས་རིག་ལས་ཁུངས་ངོས་ནས་དེ་ལ་ཡ་དམིགས་བསལ་ལམ་སྟོན་རེ་ཡང་ན་སྒྲིག་གཞི་དེ་འདྲས་ཁེལ་ཡོད་ན། ཁྱེད་ཀྱིས་དངོས་གནས་བྱས་ན་ད་དེའི་གནས་ཚུལ་དེ་དེང་སང་ཡོང་གི་ཡོད་རེད་ད་སྔ་མ་ནས་སྔ་ས་ནས་འདིའི་སྐད་ཆ་ཡོད་རེད་ཅེས་ད་གཅིག་བྱས་ནས་ཡོང་ཡག་གི་ཆོས་ཉིད་འདྲ་ཆེ་ཆགས་བསྡད་ཀྱི་ཡོད་རེད་གང་ཡིན་ཟེར་ན་ད་གཅིག་གི་ཁ་ཐུག་དེ་ལ་ད་དཔལ་འབྱོར་ར་བོ་ད་དེ་བ་གཅིག་གཅིག་བྱེད་དགོས་ཀྱི་ཡོད་དུས་ད་དེ་ཆོས་པ་རྫུན་མ་དོན་ནས་ཡོང་གི་ཡོད་པ་སོགས་ད་དེ་འདྲའི་གཅིག་སྐར་སོགས་རེད་ད་མགྱོགས་ལམ་ར་བོ་དེ་འདྲས་ཧ་གོ་བྱས་ནས་ནི་གྲྭ་པ་རྫུན་མ་ཡོང་ཡ་བླ་མ་རྫུན་མ་ཡོང་ཡ་དེ་འདྲས་བྱ་ད་བྱེད་ཉེན། ཡོང་དུ་ཡོང་བཞིན་པར་རེ་བ་དོན་མཛད་བཀའ་ལ་ངེས་མ་ཆོས་ཚོགས་ལྔ་རྗེས་གནང་ལ་བཀའ་མོལ་བྱུང་བྱས་ནས་དེ་གས་དེ་བཀག་ནས། ཆོས་བརྒྱུད་སོ་སོའི་ཁོག་ནས་དེ་འདྲས་མ་ཡོང་ཡ་བྱེད་དགོས་ཡ། ཨེ་ནི་ཆོས་བརྒྱུད་སོ་སོའི་ཁོག་ནས་དེ་འདྲས་བྱུང་བ་ཡིན་ན་ཆོས་བརྒྱུད་སོ་སོའི་ཁོག་ནས་ཨེ་ནི་དེ་ལ་སྒྲིག་འདོམས་གར་སོགས་རེ་ད་བའི་བཀའ་ཆད་རེ་བོ་ད་དེ་ནན་པོ་གནང་དགོས་ཡ། དེ་རེ་ཡ་རེ་ད་སྔོན་འགོག་བྱེད་ཡ་གི་དེ་གས་དེ་མ་ཡོང་ཡ་སྔོན་འགོག་བྱེད་ཡ་ལ་ཨེ་ནི་རྗེས་མ་ནས་དེ་ད་ཆོས་ད་ང་ཚོ་འཛམ་བུ་གླིང་ཚང་མ་ལོག་ལ་ད། དེ་འདྲ་བཟོ་ཡི་ཁག་པར་བ། ང་འདུག་དེ་འདྲས་ཡོང་དུས་ཙམ་པ་ཨ་ནི། ཨ་ལས་སྔོན་ལ་ཁྱེད་རང་འདི་བླ་མ་གྲྭ་པ་དག་གི་ཞིག་ཡིན་པ་གི་འདི་པ་དཔང་རྟགས་ག་རེ་ཡོད་ཟེར་མཁན་འདྲ་པོ་ཅིག་གིས་དྲིས་བར་བ། དྲིས་ཡ་ཟེར་དུས་ཨ་ནི་དེ་ཡིན་དུས་ཙམ་པ་ཨོ་དེ་ཡིན་དུས་ཆོས་བརྒྱུད་སོ་སོའི་ཁོངས་ནས་བླ་མ་གི་ཞིག་ག་འདྲས་ཡོད་པ་དེ་གས་དེ་ལ་ཁོ་ག་ཟེ་བ་རེད་ད། ངོ་སྤྲོད་ལག་འཁྱེར་དུ་མ་བཟོ་ནས་ཁི་ཡ་ཡོད་པ་བཟོ་ཡ་ད། གཞི་འདྲ་ཕག་ཞང་འདི་བ་དེ་གསུང་ཆོས་དེ་འདྲའི་ཞུས་པའི་སྐབས་ལས་ཆོས་བརྒྱུད་སོ་སོའི་ཁོངས་ནས་ངོ་སྤྲོད་ལག་འཁྱེར་ཁྱི་ཡོང་ཡག་ད། ད་དེ་འདྲས་ཀྱིས་གང་ལ་གང་འཚམ་གྱིས་ཅིག་བཟོས་ཡོད་རེད་དེ་ད་ད་དེ་གས་དེ་ལས་འགྱུར་བ་གས་ཡོད་མ་རེད་ད་ཡིན་ན་འདི་ད། གཅིག་དེ་རེད་གཉིས་པ་དེ་གལ་སྲིད་དེ་འདྲས་བྱུང་པ་དེ་གས་དེ་ལས་དངོས་ར་འཕྲོད་པ་དེ་འདྲས་བྱུང་པ་ཡིན་ན་ད་ཐེར་འདོན་རང་བྱེད་ཀྱི།

དེ་བྱས་ཟེར་མ་རེད་པ་ད་ཡིན་ན་འདི་ནང་པའི་རྒྱལ་ཁབ་ཁ་ཤས་ནང་ལོགས་ལ་དངོས་གནས་ཞི་བ་དམ་པོ་ཡོད་རེད་ད་དེ་ང་ཚོ་བོད་པའི་ལག་ལེན་ལྟར་ཡང་ཁག་པོ་མེད་འགྲོ། གནས་བཀའ་བློན་མཆོག་ད་གནས་ཚུལ་འདི་རིགས་བྱུང་བ་ཡང་ཆོས་རིག་ལས་ཁུངས་ལ་སྙན་སེང་ཞུ་མཁན་འདི་འདྲས་ད་ལྟ་བར་ལ་བྱུང་ཡོད་ན། གང་ལ་གང་འཚམ་བྱུང་ཡོད་རེད་ད་དེ་ངེད་ཅག་དྲན་པ་དེ་འདྲས་ད་ཁེངས་མེད་ང་སྔོན་མ་ཆོས་དོན་ལས་ཁུངས་སྐབས་ལ་ཡིན་པའི་སྐབས་ལ་ད་ང་རང་ཚོའི་དུས་དུས་སྐབས་དེ་ལ་ཕལ་ཆེར་ཆོས་ཚོགས་མང་ཤོས་སྐབས་བཅས་ཡིན་གྱི་རེད་ཆོས་ཚོགས་ང་ཚོ་བོད་པའི་ཆོས་ཚོགས་མིང་བཏགས་ཡོད་མཁན་སྟོང་ཕྲག་བརྒལ་ཞེས་ཟེར་མཁན་དེ་འདྲས་ཡོད་རེད།

ད་ལྟའི་དུས་རེ་གཙོ་བོ་ད་ལྟ་ཨ་རིག་གི USAIDསྱ་དེ་གི་ཐོག་ནས་རིག་གཞུང་གི་ཐོག་ནས་དེ་དེ་ཅིག་ནས་རོགས་ཕན་བྱེད་ཡ་ཡོད་པ་ཅིག་ཡོད་པ་བྱས་ད་ལྟ་དེའི་ནང་ནས་ཆ་ཤས་གཅིག་ད་ལྟ་ང་ཚོའི་ད་རིག་གཞུང་ཁ་སོ་ར་ཨ་མ་ཆེ་ཁག་དེ་གས་མིན་པ་ཆེ་ཆུང་ཚགས་དེ་འདྲས་ཡོད་ར་བ་དཔེར་ན་ཁ་ཤས་ཅིག་ཁྱིམ་ཚང་གཅིག་ལ་བརྟེན་དེ་འགས་འདྲ་པོ་དེ་འདྲས་ད་ཡང་ན་མིན་ན་སྒེར་གཅིག་ལ་བརྟེན་དེ་འགས་འདྲ་པོ་དེ་འདྲས་ཆ་མ་ཆུང་བ་དེ་འདྲས་ཡོད་ར་བ་ཨོ་དེ་གས་དེ་ད། སོ་སོ་སོའི་སྔས་མ་གི་རྒྱུས་པ་ག་རེ་ཡིན་ནན་དེ་སྔས་མ་མང་པོ་ཅིག་ང་ཚོ་ད་ཁྱིམ་ཚང་རྒྱུས་པ་རང་ཐོག་ནས་བྱེད་ཀི་འདུག་བ་དེ་འོ་དེ་འདྲའི་ཡིན་དུས་དེ་འདྲའི་བྱ་ང་ཆུང་ངུ་དེ་འདྲའི་ལ་དེ་དཀའ་ངལ་འཕྲད་ངེས་དེ་འདྲའི་ཡོད་ན་ད་དེ Grant ཟེར་ན་ད་རོགས་སྐྱོར་རང་བྱེད་ཡ་རེད་དེ་བོན་ཆེན་པོ་སྐལ་ཡོད་མ་རེད་ཕལ་ཆེར་སྟོང་ཕྲག་ལྔ་བཅུ་ནས་འབུམ་གསུམ

དེའི་གོང་ལ་ཡོད་མཁན་གྱི་ཧི་མ་ལ་ཡའི་རི་རྒྱུད་སོ་སོའི་དགོན་པ་དང་བོད་པའི་དགོན་པ་གཅིག་གཉིས་དེ་འདྲས་དེ་ཚོ་བརྩི་གི་མ་རེད། དེ་གསར་དུ་ཁོ་ར་བཙུགས་བཞག་པ་དེ་ཉིད་ད་ལྟ་མཐོ་རྒྱ་ཆོས་རིག་ལས་ཁུངས་ཁོངས་ལ་ཡ་དེབ་སྐྱེལ་དེབ་བཀོད་བྱས་བཞག་པ་ཉིས་བརྒྱ་དྲུག་ཅུ་རང་ཉིད་རང་ཉིད་ཟིག་ཡོད་རེད་ཨ་ནི་གྲྭ་བཙུན་ཁྱོན་བསྡོམས་པས་ད་ད་ཁྲི་བཞི་ཟིག་ཁྲི་བཞི་ཟིག་ཡོད་རེད་དེ་ད་གང་ལ་གང་འཚམ་ད་ལྟ་ལོ་གཅིག་གཉིས་ནང་ལ་དགའ་ཆེན་ད་ཉུང་རུ་ཕྱིན་མེད་ན་དྲན་གི་ཡོད་ཟིག་དེ་ད་མདོར་ན། སྟོང་དང་སུམ་ཅུ་སོ་ལྔ་ནས་བཞི་བཅུ་ཞེ་གཅིག་བར་རུ་ཆེ་ད་འདི་ཡོད་དེ་རེད། བཟའ་ཟླ་དེ་ནས་བཀའ་བློན་མཆོག་ལ་དྲི་བ་མཐའ་མ་འདི་ད་མ་འོང་ལོ་བཞི་ནང་ལོ་ལ་ཡ་བཀའ་བློན་མཆོག་ནས་ཅིག་ལས་དོན་གཙོ་བོ་ག་རི་གང་ལ་ཤུགས་བསྐྱོན་འདོད་ཡོད་ན་སྙིང་བསྡུས་ཅིག་གསུང་ར་གནང་ཤོད་གནང། ད་མ་འོང་གཙོ་བོ་ད་ག་རང་རེད་ད་འདི་ཆོས་རྒྱུད་ནང་ཕན་ཚུན་ལ་མཐུན་སྒྲིལ་དམ་ཟབ་ཡོང་ཡ་མཐུན་སྒྲིལ་དམ་ཟབ་ཡོང་ཡ་དེ་ལ་ཤུགས་ཅིག་རྒྱག་ཡ་ཡིན་ཡིན་ད་ད་འདི་གྲྭ་རྒྱུན་ཉུང་དུ་འགྲོ་གི་ཡོད་ན་ཡང་ད་ང་ཚོས་ཆ་རྐྱེན་ཡག་པོ་ཞིབ་པོ་ཅིག་ཚང་འདི་མཁན་གི་རིས་སུ་མ་ཆད་པའི་ཆོས་བརྒྱུད་ཀྱི་གདན་ས་དུས་བརྒྱད་ནང་ལོགས་ལ་བསླབ་པ་བསླབ་ཉེས་དེ་མ་ཉམས་རྒྱུན་འཛིན་དང་བྱུང་ན་ད་སྔར་ལས་ལྷག་སྤུས་ཚད་ཐོག་ལ་ཤུགས་བརྒྱབ་ཡག། དེ་གའི་ཐོག་ལ་ཅིག་བྱེད་ཡག་ཡིན། ད་ད་ད་ད་ད། དགེ་བཤེས་མ་གིས་མཚོན་པའི་ད་བཙུན་མ་ཚོའི་གི་ཐོག་ལ་དམིགས་བསལ་ར་བཞིན་འགན་ཅིག་སྙེ་མ་ན་འཁྱིལ་དེ་ཡོད་དེ་གས་དེ་མུ་མཐུད་འཁྱིལ་ཡག་ཡིན། འཚོ་སྣོན་མཐུན་རྐྱེན་སྦྱར་ཡག་དེ་གས་དེ་ལས་ད་ག་ཚོད་ཐུབ་ཐུབ་ཐབས་ཤེས་བྱས་བྱས་མུ་མཐུད་བྱས་ནས་བྱེད་ཡག་དེ་འདྲ་ཅིག་ཡིན། ད་ཕལ་ཆེར་ད་ད། ད་ལྟ་ལོ་དེའི་སྔོན་རྩིས་ནང་ལོར་ཞུས་ཡོད་ཟེར་ཡོད་དེ་ད་ལྟ་གཏན་འཁེལ་རྒྱུ་རེད་ཆོས་ཚོགས་ཀྱི་ཚོགས་ཆོས་ཚོགས་ཆེན་པོ་གཅིག་ཚོགས་རིང་གི་ཡོད་རེད་པ། འདིའི་ཚོད་འདིའི་སྐབས་བཀའ་སློབ་དང། ལམ་སྟོན་མང་པོ་ཕེབས་ཀྱི་རེད་པ། ལྷ་སའི་དུས་ཚོད་རྐྱེན་པས་ང་ཚོ་ལས་རིམ་དག་མཚམས་བཞག་གི་ཡིན་ད་རིང་བཀའ་བློན་མཆོག་ང་ཚོའི་ལས་རིམ་དུ་ཕེབས་པ་ཐུགས་ཆེ། ཐུགས་ཆེ་གནང།
ལ་ཟེར་ཨ་ནི་རྣམ་པ་ཚོས་ང་ཚོ་ལས་རིམ་བསྲིང་བསྲིང་གནང་བ་ཐུགས་རྗེ་ཞུ་རྒྱུ་དང་ཆབས་ཅིག་ང་ཚོའི་ལས་རིམ་ཇེ་མང་གནང་བློ་ལ་ཡ་བའི་མི་སྒྲིག་འཛུགས་ཀྱི་ནང་སྲིད་བཀའ་བློན་མཆོག་མཆོག་ལ་བཅར་འདྲི་ཞུ་རྒྱུ་ཡིན་པས་ཨ་ནི་རྣམ་པ་ཚོས་དེ་བསྲིང་རྒྱུ་མ་རྙེད་པ་གནང་རོགས་གནང་བཀྲ་ཤིས་བདེ་ལེགས།